བོད་པའི་སྐད་ཡིག་འདི་ད་རྒྱ་ནག་གི་གཞིས་བོ་གཅིག་གིས་རྩ་མེད་བཏང་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་རེད་དེ་ཡིན་ནས་ང་ཚོས Digitize བྱས་པ་ཡིན་ན་ད་བེད་སྤྱོད་བཏང་མཁན་མང་ཉུང་གི་ཁྱད་པར་རེད་མ་གཏོགས་བྱེད་ཀྱི་འཇིག་རྟེན་འདི་མ་སྟོང་བར་དུ་བྱེད་ཀྱི་ང་ཚོ་ཡིག་ཆ་འདི་ག་དེ་ཉག་ཐུག་རེད་ད་སྟོན་པ་བཅོམ་ལྡན་བཅོམ་ལྡན་འདས་ཀྱི་གསུང་བྱ་བའི་བཀའ་དང་མཁས་པ་ཚོགས་པ་བརྩམས་བྱ་བའི་གི་བསྟན་བཅོས་ཡོངས་རྫོགས་ང་ཚོ་འཇིག་རྟེན་འདི་མ་སྟོང་བར་དུ་བྱེད་ཀྱི་ཉག་ཐུག་ཡ་དང་བོད་བརྒྱུད་ནང་བསྟན་ནང་ལ་ཡོད་བསྡད་པའི་གི་རིག་པ་དང་ཤེས་རབ་འདི་ག་དེ་ཚང་མ་ལོ་སྐད་ཡིག་གཞན་པ་ནང་ལོ་བསྒྱུར་ནི་ལྟ་ཆོག་ཆོག་ཡོད་པ་ཅིག་བཟོ་ཐུ་ཡ་གི་གནས་སྟངས་ཤིག་འདི་འདྲའི་ཞིག་གང་ལྟར་འགྲོ་ལོ་བསྡད་ཀྱི་གཅིག་ཡོད་ནང་རེད། ལོ་མི་ལྔ་བརྒྱ་སྐྱེལ་གི་མི་འདུག་སྤུན་ལྔ་བརྒྱ་སྐྱེལ་གི་མི་འདུག་ང་ཚོ་ད་ད་ཡུལ་དང་རྒྱ་གར་གཉིས་ཀ་བསྡོམས་པ་ཡིན་ན་ད་ལྔ་བརྒྱ་སྐྱེལ་གི་མེད་པ་ཡིན་ན་ལྔ་བརྒྱ་སྐྱེལ་གི་ཡོད་པའི་དབང་དུ་བཏང་ལྔ་བརྒྱ་དེ་གའི་ཚང་མ་ལོ་ཨ་ནི་གསོན་པོ་བསྡད་པ་དང་ཨ་ནི་ཚང་མ་བསླབ་གྲྭ་བཏང་བའི་དབང་དུ་བཏང་བ་འདྲ་བོ་ཕྱིན་པ་ཡིན་ནས་ང་ཚོ་འཛིན་གྲྭ་དང་པོ་ནས་བཅུ་གཉིས་བར་དུ་བོད་པའི་སློབ་ཕྲུག་ཚང་མ་བསྡོམས་པ་ཡིན་ན་སྟོང་ཕྲག་དྲུག་ལྷག་ད་ཡོང་ཡ་ཁོ་ར་མི་འདུག་བ། སྔོན་འགྲོ་འདི་ག་དེ་ཕར་ཕུལ་བས་རེད་ད། ཟིན་ན་དང་པོ་ནས་བཅུ་གཉིས་བར་རྩིས་པ་ཡིན་ན། ད་འདི་ལ་དཔག་པའི་གིས་ང་ཚོ་བསླབ་གྲྭ་ག་ཚོད་སུ་གོ་དགོས་འདུག། ད་དམིགས་ཡུལ་གཙོ་བོ་དེ་ང་ཚོ་གཞིས་ཆགས་དེ་ག་འདྲི་སྣེ་གོ་རེད་ཟེར་ཡས་དེ་རེད་ད་ད་ལྟ་བར་དུ་གཞིས་ཆགས་ཁ་འཐོར་འགྲོ་འགྲོ་དགོས་ཡས་རྒྱུ་མཚན་གཙོ་བོ་དེ་གཞོན་སྐྱེས་ལ་ང་ཚོ་ལས་ཀ་སྤྲད་ཐུབ་གི་མེད་པའི་རྒྱུ་མཚན་ལ་བརྟེན་ནས་ཡོང་གི་ཡོད་དུས་ད་གཞོན་སྐྱེས་ལ་ལས་ཀ་སྤྲད་ཡས་ལ་ཡ་ནི་ང་ཚོ་ཆ་ཤས་འདྲ་བོ་ག་རེ་ག་རེ་ག་རེ་བཟོ་དགོས་གི་འདུག་ཟེར་ནས་དེ་ལ་ད་འདི་ཆ་ཤས་ནང་ལོགས་ནས། གཅིག་འདི་ད་འདི་ནང་འདི་ཚོའི་སྒང་ལ་ཡང་ཁྱེད་རང་ཚོས་གིས། ས་གནས་འགོ་འཛིན་རྣམ་པ་ཚོས་ད་ལྟ་འདི་འདྲའི་འཛོམས་པའི་སྐབས་ལ་ཡང་དགོངས་ཚུལ་གསར་པ་དེ་འདྲ་གསུང་ཡས་ཡོད་པ་ཡིན་ན་དེ་ཚོའི་ཕྲེང་ཀ་དེ་ང་ཚོ་ཡང་ཁྱུག་ཆོག་གུར་བ། རྣམ་པ་ལྷན་རྒྱས་ཚང་མ་བློ་ལ་ཡར་ཙམ་དྲིལ་དྲིལ་ཞིག་ལས་བྱེད་ནས་ཞུ་ཡས་ཡིན། དེ་རིང་གི་ལན་ཅིག་ཟེར་རོགས་གནང་གི་ལེ་ཚན་འདིའི་ནང་ཉིས་སྟོང་ཉི་ཟབ་བཞི་ཟླ་བ་བརྒྱད་པའི་ཚེས་ཉི་བཅུ་རྩ་དྲུག་གི་ཉིན་བོད་མིའི་སྒྲིག་འཛུགས་ཀྱི་ས་གནས་འགོ་འཛིན་རྣམས་ལ་ནུས་པ་གོང་འཕེལ་གཏོང་ཐབས་དང་འབྲེལ་བའི་ཟབ་སྦྱོང་གི་དབུ་འབྱེད་ཚུལ་སྐུའི་ཐོག་དཔལ་ལྡན་སྲིད་སྐྱོང་དང་ནང་སྲིད་བཀའ་བློན་གཅིག་ལྕོགས་སྤེན་པ་ཚེ་རིང་མཆོག་གིས། བཙན་བྱོལ་ལོ་རྒྱུས་ནང་ཐེངས་དང་པོར་འཁོད་པའི་མ་འོངས་བོད་ཀྱི་འགན་སྲུང་ཞེས་པའི་ཕུགས་མེད་ཡིག་ཆ་དེ། བཀའ་ཤག་སྐབས་བཅུ་དྲུག་པའི་ཉིས་སྟོང་ཉིས་བརྒྱ་རྩ་གསུམ་ཟླ་བ་བཞི་བའི་ཚེས་བཅུའི་ཉིན་གཞུང་འབྲེལ་གྱི་ཡོངས་ཁྱབ་གསལ་བསྒྲགས་གནང་ཡོད་པ་དེ། གཞིས་འགོ་རྣམས་ནས་གལ་ཆེ་དོན་ཆེ་བརྩིས་པའི་ཐོག་གྲོང་སྡེ་རེ་རེའི་མི་མང་ལ་འགྲེལ་བརྗོད་གནང་དགོས་པའི་ལམ་སྟོན་དང། དེ་བཞིན་སྲིད་སྐྱོང་མཆོག་གིས་གཞིས་འགོ་རྣམས་ལ། མ་འོངས་བོད་ཀྱི་འགན་སྲུང་ཕུགས་མེད་ཡིག་ཆའི་སྐོར་སླར་ཡང་འགྲེལ་བརྗོད་གནང་བ་ཞིག་གཤམ་ལ་གཟིགས་འབྱེད་ཡོང་བ་ཞུ། སེང་གེ་རྣམ་པ་གཙོ་བོ་འདི་བོད་ཀྱི་མ་འོངས་འགན་སྲུང་གི་ཚན་པ་གཉིས་པ་དེ་ཡིན། བོད་ཀྱི་མ་འོངས་འགན་སྲུང་གི་ཚན་པ་དང་པོ་དེ་ལན་གཅིག་བསལ་རོགས་གནང་ལེ་ཚན་བཞི་བརྒྱ་དགུ་བཅུ་གོ་གཉིས་ནང་ཟིན་བཟིན་ཐུབ་གི་རེད།
འོ་འདི་གས་ང་ཚོ་སྤྱི་ཚོགས་འཆམ་མཐུན་ལ་ཕན་གི་རེད། ཨ་དེའང་ནང་བཞིན་བྱས་ནས་བོད་མི་སྒྲིག་འཛུགས་ཀྱི་ལས་གཞི་ག་རེ་སྤེལ་པ་ཡིན་ནས་ཁྱོད་ཨ་ཨ་མདོ་ཡིན་པས་ཁྱོད་ཁམས་པ་ཡིན་པས་ཁྱོད་དབུས་གཙང་ཡིན་པས་ཟེར་ན་དྲི་ངན་སུ་གཅིག་ཡོད་མ་རེད་པ་ད་ང་ཚོ་ལས་ཀ་བྱེད་མཁན་ཚང་མ་ང་ཚོ་རེད་བ། ང་ཚོ་དེ་ག་དེ་ས་གནས་ལས་ཀ་བྱེད་དུས་ཁྱོད་ཁམས་པ་ཡིན་ན་ངས་སྤྲད་ཀྱི་ཡིན་ཁྱོད་ཨ་མདོ་ཡིན་ན་ངས་སྤྲད་ཀྱི་ཡིན་གཅིག་ཡིན་ན་ང་སྤྲད་ཀྱི་མེད་ཟེར་ནས་ང་ཚོ་ལབ་ཀྱི་ཡོད་མ་རེད་བ། བཀའ་ཤག་འདིའི་གི་བསྒྲགས་གཏམ་ནང་ལོགས་ནས་དང་པོ་དེ Equity ཟེར་ཡ་དེ་རེད་སྤྱི་སྙོམས་དྲང་བདེན་ཟེར་ཡ་དེ། བྱས་ཙང་ང་ཚོ་ད་ལྟ་གཞིས་ཆགས་པ་བཞི་པོ་ལས་གཞིས་ཁང་པ་མེད་མཁན་ཚོ་ལ་ཁང་པ་སྤྲད་ཡ་གི་ཐབས་ཤེས་བྱས་ཡ་ཚོ་མཐུན་འགྱུར་བྱ་ཡ་ཚོ་གི Equity ཞེས་ཏེ་སྤྱི་སྙོམས་དྲང་བདེན་ཞེས་གཞན་པ་སྤྱི་ཚོགས་ནང་ལོགས་ལ་ད་གྱང་ཚང་མ་ང་ལས་གྱང་སུ་ཡག་ག་མཁྱེན་གི་རེད་ས་གནས་ལ་ཕྱག་ལས་གནང་ཞུ་ཡག་རེད་ཧམ་པ་ཆེ་ཨ་ཚོ་ནི་ག་དུས་ནས་ཞུ་ག་ཡོང་ཐོག་ཏུ་ཐོབ་ཐང་ག་རེ་ཡིན་པ་ཡིན་ནས་སྐྱོ་ཨ་ཚོ་ནི་ཞུ་སྟངས་མ་ཤེས་འགྲོ་སྟངས་མ་ཤེས་ཅེས་ལྷག་བསྡད་གི་འདུག་ཨ་ད་རོགས་པ་གཅིག་དགོས་ས་ཡོད་པ་ཡིན་ན་འདི་ཚང་མ་གཅིག་པ་ལོགས་ང་ཚོ་ལྟ་དགོས་གི་རེད་མ་གཏོགས་གཅིག་གི་ཁ་བདེ་ཨ་ཞུ་ཤེས་ངེས་ཅིག་དང་འབོར་ཤོར་ཚར་ཅིག་ཡིན་ན་དེ་ལ་ར་ཡ་དང་ཞུ་མ་ཤེས་ངེས་ཅིག་ཡིན་ན་དེ་ལ་མ་ར་ཡ་སོ་སོ་བ་གཅིག་བྱས་བསྡད་པ་ཡིན་ན་ཏག་ཏག་བསྡད་གི་མེད་དུས་ངའི་ཁ་ཚིག་སྙན་མ་ནས་སྒྲུང་འདི་བཤད་བསྡད་པ་ཡིན་ང་དང་པོ་དེ་གླེ་དུས་ཚང་མས་ངའི་ནང་སྲིད་ལས་ཁུངས་སྐད་ཆ་དྲིས་རྗེས་ས་ཁང་ཐོབ་ཐང་མེད་ངས་སུ་སུ་ཡོའ་རེས་ཐོ་ཡོད་པས་ལབ་དུས་ཚང་མར་མས་བྱིན་ལབ་གི་འདུག་ག་རེ་བྱས་ནས་མས་ལབ་མས་རེས་ལབ་དུས་ཚང་མར་ཨ་དེ་ཐོ་ལེན་པ་ཡིན་ན་ཡང་གཅིག་རག་གི་རེད་བསམ་བྱས་དེ་རག་ནི་རང་རག་དང་མི་རག་ཟེར་ངེས་དེ་སྐབས་དེ་དུས་ཀྱི་བཀའ་ཤག་འགན་འཁེར་མཁན་ཚོ་གི་ཐབས་ཤེས་བྱེད་ཐུབ་དང་མི་ཐུབ་ལ་རག་ལས་གི་རེད་རོགས་པ་བྱེད་མཁན་ཚོ་གི་གནང་ཡ་དེ་བ་ཡོད་མེད་ལ་རག་ལས་གི་རེད་དེ་ཡིན་ནས་སྒྲིག་འཛུགས་ཀྱི་འགན་འཁེར་མཁན་གཅིག་གི་ཆ་ཚང་ཤེས་དགོས་གི་འདུག་ག་དེ་ག་ཞིག་ལ་ཡང་ཐོབ་ཐང་མི་འདུག་ཟེར་ཡ། གཅིག་མཚུངས་ཀྱིས་འགྲོ་དགོས་ཀྱི་འདུག་ཟེར་ཡ་དེ་ཤེས་དགོས་ཀྱི་འདུག་དེ་ཡིན་དུས་བསམ་པ་དེའི་གི་ཐོག་ནས་ང་ཚོས་ལས་ཀ་བྱེད་སྟངས་གི་ཐོག་ནས་གཅིག་སྒྲིལ་གི་ནུས་པ་དཔུང་ཡས་ལ་ཡང་བྱེད་བསྡད་ཀྱི་ཡོད་རེད་དེ་ཡང་ནང་བཞིན་བྱས་ནས་ཨ་ནི་ལས་གཞི་ག་རེ་བྱེད་པ་ཡིན་ནའི་མང་ཚོགས་ཀྱི་བསམ་ཚུལ་ཡང་འདུས་ཡས་ད་ལྟ་ང་ཚོ་ལས་གཞི་བྱས་བསྡད་ཡ་མང་ཆེ་བ་བརྒྱ་ཆ་བདུན་ཅུ་ཅིག་མི་མང་གི་དགོས་འདུན་ཡང་བཏོན་ཆེད་ང་ཚོས་འདི་ལག་བསྟར་བྱས་བྱས་པ་ཆགས་བསྡད་ཀྱི་ཡོད་རེད་ད་བརྒྱ་ཆ་ཉི་ཤུ་སུམ་ཅུ་ཅིག་ཨ་ནི་ང་ཚོ་དབུས་ནས་མ་བྱེད་རང་བྱེད་རེད་མ་གཏོགས་བྱེད་ཀྱི་འདི་སྒེར་སུ་སོ་སོས་ཀྱི་བསམ་བློ་བཏང་ཐོས་ཡ་གི་གནས་སྟངས་ཆགས་ཀྱི་མི་འདུག་ས་གནས་གཅིག་པོ་གི་བསམ་བློ་བཏང་ཐོས་ཡ་སྤྱི་ལ་ཁྱབ་པའི་གི་སྲིད་བྱུས་དེ་ག་དེ་ཨ་ནང་སྲིད་ལས་ངོས་ནས་བྱེད་སྡོད་ཀྱི་ཡོད་རེད་བཀའ་ཤག་ནས་བཀའ་འཁྲོལ་ཞུ་དགོས་ཡ་དེ་ག་དེ་ཞུས་བྱས་དེ་མ་གཏོགས་གཅིག་གི་གཞན་པ་མང་ཚོགས་ཡིན་པ་ཡིན་ནའི་རེད་ས་གནས་ཀྱི་སྒྲིག་འཛུགས་ཡིན་པ་ཡིན་ནའི་རེད་ཚང་མ་ལོག་གི་ཨ་ནི་ཞིག་མཉམ་རུབ་བྱས་བྱས་ང་ཚོ་དེ་གའང་འགྲོ་ཐུས་ཡ་གི་འབད་བརྩོན་གཅིག་འགྲོ་སྡོད་ཀྱི་ཡོད་དུས་བསམ་པ་དེ་ཚོ་ལྟར་ང་ཚོ་སྤྱི་ཚོགས་གོང་བུ་གནས་ཡ་གི་ཨ་ནི་ཐབས་ཤེས་འདྲ་བོ་དེ་འདུག་ཆེན་ཆགས་དེ་གོ་དེ་ང་ཚོས་ཀྱི་ལས་ཀ་ག་ཚོད་དྲང་པོ་བྱས་པ་ཡིན་ནའི། རང་དེ་ག་ཟིག་གིས་མི་མང་གིས་ང་ཚོ་ལ་ཡིད་ཆེས་མ་ང་ཞིག་བྱེད་གི་རེད་མི་མང་གིས་ང་ཚོ་ལ་ཡིད་ཆེས་ག་ག་ཟིག་མ་ང་བྱས་པ་ཡིན་ནས་དེ་ག་ཟིག་གིས་སྒྲིག་འཛུགས་ལ་ཆེ་མཐོང་ཡོང་གི་རེད་སྒྲིག་འཛུགས་ས་གནས་རྒྱུན་གནས་ཐུབ་ཡ་དང་དེ་ཚོ་ཚང་མ་ལོག་ཕན་གི་རེད་བ་ད་འདི་ང་ཚོ་གཅིག་ལ་གཅིག་བརྟེན་ཡིན་དུས་བསམ་པ་ཚང་མ་ལོག་དགོངས་པ་དེ་བཞེས་རོགས་བྱས་ཟེར་ནས་ཞུ་ཡ་དང་ད་འདི་ནས་ང་ཚོ་བོད་པའི་གི་མི་རིགས་གི་ང་ཚོ་གཅིག་རིག་གཞུང་དང་སྐད་ཡིག་དང་ཆོས་དང་དེ་ག་དེ་སྲུང་སྐྱོབ་བྱེད་དགོས་གི་ཡོད་བ་ཡིན་ན་ཨ་ནི་ང་ཚོ་རུབ་བསྡུས་ཀྱི་གཞིས་ཆགས་དེ་གས་ད་ད་ལྟ་བཀའ་ཤག་གིས་ད་ལྟའི་བཀའ་ཤག་སྐབས་བཅུ་དྲུག་དེ་གིས་བསམ་བློ་ག་རེ་བཏང་བ་ཡིན་ནས་གཞིས་ཆགས་ལ་མི་མང་ང་ག་འདྲས་སླེབས་ཐུབ་དགོས་ཀྱི་འདུག་འོ་འདི་བསམ་བཏང་གི་ཡོད་ད། ཨ་ནི་གཞིས་ཆགས་དེ་གས་དེ་གནས་མ་གནས་དེ་གས་དེ་རུབ་བསྡུས་གཞིས་ཆགས་དེ་གས་དེ་གནས་མ་གནས་དེ་སྒྲིག་འཛུགས་གང་མང་པོས་ག་ཚོད་མང་པོ་ཡོད་མེད་ལས་རག་ལས་ཀྱི་འདུག་བ། དཔེར་ན་དགོན་སྡེ་ཁག་མང་པོ་ཡོད་ས་ཡོད་པ་ཡིན་ན་དེ་རང་བཞིན་གྱིས་གཞིས་ཆགས་དེ་འཚོ་གནས་ཡག་ག་ཐུབ་ཀྱི་འདུག་བ་ཁོ་བསྟན་ས་འདྲ་པོ་བྱུ་ཡག་རུ་བ། དེ་ཡིན་དུས་བསམ་པ་ལ་ཨ་ནི་སྒྲིག་འཛུགས་གང་མང་མང་ཅིག་མ་གཞི་ཆགས་ཚུལ་ཐོས་དང་མི་གང་མང་མང་ཅིག་གཞི་ཆགས་ལ་མ་བསྡད་དུས་ཨ་ཕ་ངས་མཐའ་མ་མང་པོ་ཞུས་ཚར་བ་ཡིན་ཁང་པ་སྟོང་པ་གི་གཞི་ཆགས་བཟོ་ཐུབ་གི་མ་རེད་ད་མིག་གིས་བཟོ་དགོས་ཀྱི་ཡོད་རེད་ད་འདི་བཟོས་ཡས་འདི་ང་ཚོ་དམིགས་ཡུལ་གཅིག་འདི་ཐོབ་ཐང་མེད་ངན་ཚེ་ལོ་ཐོབ་ཐང་རག་པ་བཟོས་ཡས་འདི་གཅིག་ཡིན་པ་བྱས་འདིའི་སྒང་ལ་གལ་ཆེ་བ་འདི་རྒྱ་རོམ་ཆེའི་དུས་རྒྱུན་འདི་ནི་དཀའ་ན་ངལ་ཡོད་ན་ཞེན་ཞིང་རེ་བ་བཟང་ས་དང་གྲ་སྒྲིག་སྡུག་ས་ནི་བྱེད་ས་ནི་རེ་བ་བཟང་ས་ང་ཚོ་རྒྱབ་ཆོག་གི་རེད་ཡིན་ནས་གྲ་སྒྲིག་སྡུག་ས་བྱེད་ཡག་གི་ཆེད་དུ་ཨ་ནི་ང་ཚོ་མ་འོངས་པ་ལོ་སུམ་ཅུ་བཞི་བཅུ་ལྔ་བཅུ་ང་ཚོ་འཐབ་རྩོད་བྱས་ནས་གནས་བསྐོ་དགོས་བྱུང་བ་ཡིན་ནས་ཨ་ནི་གཞིས་ཆགས་འདི་གའི་དེ་ཚགས་ཚུད་པོ་གནས་ཐུབ་པ་ཡིན་ན་ཨ་ནི་བོད་པའི་སྐད་ཡིག་དང་རིག་གཞུང་དང་ཆོས་དང་ཚང་མ་ལོ་སུམ་སྐྱོབ་བྱེད་ཐུབ་ཡག་གི་གནས་སྟངས་ཤིག་ང་ཚོ་ཡོང་གི་ཡོད་རེད། གཞིས་ཆགས་དེ་གའི་དེ་གནས་མ་ཐུབ་ན་ང་ཚོ་དེ་གའི་དེ་ཁག་པོ་ཆགས་འགྲོ་བར། ཚང་མ་ལོ་ཕྱི་རྒྱལ་སྤྱི་ཚོགས་ནང་ཆགས་འགྲོ་བར་དེ་ནི་གཟའ་སྤེན་པ་ཉི་མ་ལ་བུའི་འཛིན་གྲྭ་གྲྭ་བ་ཚོ་ཆུ་ཚོད་གཅིག་གཉིས་སུ་ནང་བུའི་བསླབ་བྱ་དེའི་མཁས་པ་ཆགས་ཐུ་ཡ་དང་ཧྲ་ཏ་ལ་བྱེད་ཡོང་ཡ་ཁག་པོ་ཞིག་གྲགས་ར་བ། དེ་ཡིན་དུས་ཨ་རི་ང་ཚོ་གཞིས་བོད་ལས་གཞིས་དེ་ད་བཀའ་ཤག་སྐབས་བཅུ་དྲུག་གི་དམིགས་ཡུལ་གལ་ཆེན་པོ་ཞིག་རྩིས་བྱས་ད་ལྟ་ལ་དྭགས་ལ་ཁང་པ་བརྒྱབ་བསྡད་ཀྱི་ཡོད་རེད། ཨ་རི་ས་ལས་མགྱོགས་པོ་འགོ་ཚུགས་ཡ་རེད། ཨ་ནི་ཕལ་སྐད་བལྟས་ཚུལ་ལས། ད་ཐེངས་ད་བོད་སྐད་ཀར་ཚུགས་ལས་ཀྲུའུ་ཀྲིང་ནས་མ་དཔོན་ངའི་མཛོད་ཁ་ཟིན་དེ་བ་གནམ་གཤིས་དང་དེ་འདྲ་བྱས་རྗེས་ད་གང་མགྱོགས་མགྱོགས་ཅིག་དེ་ནས་བར་འགྲོ་ཡས་རེད། ཨ་ནི་ཧུང་སུའུ་ལ་ནི་ས་ཆ་གོ་ཤ་རྒྱག་ཡས་དེ་ཁ་ཟིན་བར་ཅིག་གར་ཚུགས་ལས་བྲིས་གྲོང་སྡེར་ཁྲིད་དེ་བ་ད་ང་ཚོ་ནང་སྲིད་ཀས་བསམ་བློ་བཏང་དགོས་བྲིས་གྲོང་སྡེ་སེམས་ཁྲལ་བྱེད་བསྡད་ཡོད་ས་རེད་ད་བྲིས་གྲོང་སྡེ་དེ་བ་ཁྲིད་དེ་ཀེམ་བཙུགས་བ་ཡིན་ན་དེ་ཡང་ཡང་མ་ས་ད་རྡོ་མང་པོ་ཨོར་གོར་བ་ལ་འགག་ཚང་མ་འཕྲོ་བརླག་བཏང་བྱས་ཁོ་ཚོ་ཆུང་མ་བཟོ་ངན་རག་གི་མ་རེད་བསམ་ད་དེ་ཚོ་ང་ཚོ་བསམ་བློ་བཏང་དགོས་བྱེད་ཀྱི་རེད་ཨ་ནི་བལ་ལོ་ཀུ་བི་དང་ཧུང་སུའུ་ད་དེ་ཚོ་གཞན་པ་ཚོ་དོན་དུ་སྟོན་ཐོག་ཚབ་ཟེར་ན། སྟོན་ཐོག་བསྡུ་ཚར་བ་ཡིན་ན་ད་ལོ་སྟོན་ཐོག་བསྡུ་ཚར་བ་ཡིན་ན་ནོ་མ་སྒོ་ཤི་རྒྱག་ཡ་བྱེད་ད་ལོ། ཨཱ་ནི་ས་ཆ་སྒོ་ཤི་རྒྱབ་ཚར་བ་བྱེད་ཡ་བྱེད་ཨཱ་ནི་ལོ་རེ་ལོ་རེ་ནས་མི་མང་སོ་སོ་སོ་གི་འདོད་པ་དང་བསྟུན་བྱེད་ཨཱ་ནི་ང་ཚོའི་རོགས་དངུལ་སྤྲད་དགོས་ཡ་དེ་གས་དེ་མ་སྤྲད་གི་སྤྲད་གི་བྱེད་ཨཱ་ནི་སོ་སོ་གང་བ་རྒྱག་གི་རྒྱག་གི་བྱེད་བྱེད། བསྡུ་བྱེད་ནི་འགྲོ་ཡ་བང་བསྒྲིགས་དེ་བ་རེད་ད་འདི། ད་ལྟ་ལྷོ་ཕྱོགས་གཞིས་ཆགས་ཁག་ལྔ། དབུས་ཀྱི་གཞིས་ཆགས་གསུམ། ད་གསུམ་ལ་ནས་འབའ་འདའ་ར་འདི་ན་ད་འདའ་ཚུལ་གྱི་ཡོད་མ་རེད་ད་ཏི་ཛུ་དང་ལ་དྭགས་འདྲ་པོ་བྱས་པ་ཡིན་ན་དེ་གས་ཀྱི་ས་གནས་འགོ་འཛིན་དེ་གས་དེ་དམིགས་བསལ་འགན་འཁུར་དགོས་ཡ་དང་ཨ་ནི་ལས་གཞི་ག་རི་དེ་ནས་མ་སེང་ཤོན་བྱས་ཡོད་པ་ཡིན་ན་དེ་གས་ཚད་དང་ལྡན་པ་བྱུང་འདུག་མི་འདུག་ཁྱེད་རང་ཚོ་ལྟ་དགོས་རེད་མ་གཏོགས་གཅིག་གིས་དངུལ་མ་སྤྲད་ཚར་བ་ཆེད་གཞུང་མ་ལས་གཞི་ཚགས་ཚེད་དུ་ཟིན་པ་འདི་ཡག་པོ་བྱུང་མི་འདུག་ཟེར་ན་ཆོས་བྱས་མི་འདུག་བ། ཨ་ནི་བྱས་མ་ཆུ་ལུག་ཆགས་འགྲོ་གི་འདུག་བ། འདུག་ཟེར་རེད་ཨ་ནི་དེ་ཡང་ནང་བཞིན་བྱས་ནས་ང་ཚོ་དགོན་སྡེ་ཁག་དང་ཨ་ནི་གཅིག་ཆོས་སྡེ་དེ་གས་དེ། ས་ལྷ་དེ་དག་གནས་ཡག་གི་ཆེད་དུ་ཨ་ནི་འདྲེ་ཤེས་བང་སྒྲིག་དགོས་ཀྱི་ཡོད་རེད། ཨ་ནི་ཤེས་ཡོན་འདྲ་བོ་བྱིན་པ་ཡིན་ན་ད་གཞི་རིམ་གྱི་ཤེས་ཡོན་སྲིད་ཇུས་ལག་བསྟར་བྱེད་ཡག་རེད་ད་ནང་བཞིན་བྱས་ནས་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཤེས་ཡོན་གྱི་སྒྲོམ་གཞི་དེ་གའི་དེ་རྒྱུན་གནས་ཐུབ་ཡག་ལས་ཡག་ང་ཚོ་ག་འདྲས་བྱེད་དགོས་ཀྱི་ཡོད་མེད་བསམ་བཏང་དགོས་ཀྱི་རེད་ད་སློབ་ཕྲུག་ཉུང་རུ་ཉུང་རུ་འགྲོ་གི་ཡོད་རེད་གང་ལྟར་ལོ་གཅིག་ནང་ལོགས་ལ་མི་ལྔ་བརྒྱ་སྐྱེ་གི་མི་འདུག་སྤུན་ལྔ་བརྒྱ་སྐྱེ་གི་མི་འདུག་ང་ཚོ་ད་བལ་ཡུལ་དང་རྒྱ་གར་གཉིས་ཀ་བསྡོམས་པ་ཡིན་ན་ད་ལྔ་བརྒྱ་སྐྱེ་གི་མེད་པ་ཡིན་ན་ལྔ་བརྒྱ་སྐྱེ་གི་ཡོད་པའི་དབང་དང་ལྔ་བརྒྱ་དེ་གའི་ཚང་མ་ལོགས་གསོན་པོ་བསྡད་པ་དང་ཚང་མ་བསླབ་གྲྭ་བཏང་བའི་དབང་དུ་བཏང་བ་འདྲ་བོ་ཕྱིན་པ་ཡིན་ནའི་ང་ཚོ་འཛིན་གྲྭ་དང་པོ་ནས་ཆུང་གཉིས་བར་དུ་བོད་པའི་སློབ་ཕྲུག་ཚང་མ་བསྡོམས་པ་ཡིན་ན་སྟོང་ཕྲག་དྲུག་ལྷག་ད་ཡོང་ཡ་ཁོ་ར་མི་འདུག་བ། སྔོན་འགྲོ་འདི་ག་དེ་ཕར་ཕུད་པའི་རེད་ད་འཛིན་གྲྭ་དང་པོ་ནས་ཆུང་གཉིས་བར་བརྩིས་པ་ཡིན་ན། ད་འདི་ལ་དཔག་པའི་གི་ང་ཚོ་བསླབ་གྲྭ་ག་ཚོད་སུ་གུག་གི་འདུག་དེ་ཚོ་ཟེར་ང་དེ། ད་བོད་ཕྲུག་ཁྱིམ་སྡེ་རེད་མ་སུ་རི་བོད་ཁྱིམ་རེད་བསམ་པོ་འདྲ་གི་ཁྱབ་ཁོངས་སུ་སུ་སུ་ད་ད། སླ་བྲག་ཁུ་བསྡུ་བྱེད་ཡག་བཏང་ཡང་ཉུང་བཏང་ཡང་ཛུ་གཅིག་བྱེད་བསྡད་ཀྱི་ཡོད་རེད་མ་འོངས་པ་དེ་ལས་ང་ཚོ་འཆར་གཞི་ཡག་ག་ཅིག་སྒྲིག་ཆེད་འགྲོ་དགོས་ཀྱི་ཡོད་རེད། ཨ་ནེ། བོད་པའི་སྐད་ཡིག་རང་ཡར་རྒྱས་བཏང་ཡག་གི་ཆེད་དུ་ད་ལྟ Early Grade Reading བྱེད་ཡག་བཏང་དེ་འདྲས་ཀྱི་ད་མང་པོ་ཅིག་ལས་གཞི་མང་པོ་ཞིག་སྤེལ་ཡོད་རེད། ཨ་ང་ཚོའི་ད་ལྟ་བསམ་བློ་བཏང་དགོས་ཡག་ཅིག་དེ་ནང་སྲིད་ཀྱི་ཐད་ཀར་ཁྱབ་ཁོངས་ཡོད་བསྡད་པ་དེ་སྔོན་འགྲོ་སླ་བྲག་དེ་གས་དེ་ཉག་བསྡད་ཡོད་རེད་ད་ཤེས་རིག་དང་སྐད་ཆ་མང་པོ་བཤད་པ་རེད་དེ་ད་ལྟ་ཡིན་ནའི་ང་ཚོ་ལས་ཀ་ག་ཤེད་ཅིག་ཤེས་རིག་གི་བྱེད་དགོས་ཡག་གཞན་པ་ཅིག་བྱེད་བསྡད་ཀྱི་ཡོད་བསེ་ལུ་འཕྲོད་བསྟེན་གྱི་བྱེད་དགོས་ཡག་གཞན་པ་བྱེད་བསྡད་ཀྱི་ཡོད་བསེ་ལུ་དེ་འདྲས་ཏོས་ཡོང་བསྡད་ཀྱི་འདུག། ཨ་ནི། ད་ལྟ་མཐུན་པ་བཟོ་ཐུབ་མ་སོང། ད་ལྟ་བར་དུ། ཡིན་མ་ཡིན་ནས། ཨ་ནི། ད་ལྟ། ད་སྔོན་འགྲོ་གི་དེ་གས་དེ་ཁྱེད་དེ་ཡོད་དུས་ཡང་དེ་དེ་ཚུལ་གྱི་གླ་ཆ་འཛོ་དགོས་ལས་ང་ཚོ་ལྟས་ཞིག་བསམ་བཏང་དགོས་ཡ་རེད་ཤག་ག་ཟེར་ན། སྔོན་འགྲོ་དགེ་རྒན་འཛོ་དཔེ་གླ་ཆ་སྐྱོ་པོ་རེད་འདུག་བ་ས་ནས་སོ་སོ་སོ་ནང་ལོག་ལ། ཨ་ནི། དེ་ནས། ག་སུ་རེད། ཆོས་རིག་གི་བར་ནས་ད་ནང་ང་ཚོ་བོད་པའི་གི་སྒྱུ་རྩལ་དང་ལག་རྩལ་ད་ཁྱང་ཚོ་ཁྱབ་ཁོངས་གཞི་ཆགས་སོ་སོ་སོའི་ནང་ལོགས་ལ་དངོས་གནས་ཅིག་ལག་རྩལ་ཅིག་སྦྱང་དགོ་བསམ་ན་ང་ཚོ་ཏྲེ་ནིང་བཏང་ཆོག་གུར་བ་དེ་ཚོ་ང་ཚོ་བཏང་ཡ་ཐོབ་ཐང་དེ་ཡོད་རེད་མཐུན་རྐྱེན་ཆ་ཚང་ཞིག་ཡོད་རེད་ད་མང་པོ་ཅིག་ལ་ཡ་སློབ་སྦྱོང་མང་པོ་ཅིག་སྤྲད་ཡོད་རེད་ལག་རྩལ་ཡིན་ནའི་རེད་སྒྱུ་རྩལ་ཡིན་ནའི་རེད་རིག་རྩལ་ཡིན་ནའི་རེད་ག་རེ་སྦྱང་མཁན་ཁྲོ་བོ་དུ་ནས་དེ་ཚོ་ལ་ཡ་ཅིག་འཚོ་བ་སྐྱེལ་མཐུ་ཡས་དང་གནས་མཐུ་ཡས་གི་ཆེད་དུ་བྱེད་གི་ཡོད་རེད་དེ་ཡིན་ནའི་ད་ད་ལྟ་གི་གནས་སྟངས་མང་པོ་ཅིག་ལྟ་ཡོད་འདི་བསམ་པ་དེ་ག་འདྲའི་འདྲ་པོ་བྱེད་ཡིན་ན་བསམ་ནང་སྲིད་ཀྱི་ད་ཞིབ་འཇུག་ཡག་པོ་ཅིག་བྱ་དགོས་ཡ་རེད་ཤག་ག་ས་ན་གཞོན་སྐྱེས་ལས་མེད་དང་དེ་འདྲས་ཀྱི་སྐད་ཆ་བཤད་ཀྱི་ཡོད་རེད་དེ་ཡིན་ནས་ད་ལྟ་བོད་མི་སྒྲིག་འཛུགས་ཀྱི་ལས་བྱེད་ནང་ལོག་ལ་ཡིག་རྩ་ད་ངས་དཀོན་པོ་ཆགས་ཡོང་གི་འདུག་བ་ད་ངས་མ་ཡིན་ན་ས་མིང་ག་ཤེད་ཅིག་སྟོང་པ་ལ་ཡ་བཅུ་ཕྲག་མང་པོ་ཡོང་གི་འདུག་ཟེར་ནས་བཤད་ཀྱི་ཡོད་རེད་ད་དེང་སང་ཡིག་རྩ་ད་ངས་རག་གི་ཡོད་མ་རེད་ཁྱེད་རང་ཚོ་ནང་ལོག་ནས་ཏེས་རྒན་པ་ཚོ་ཡིན་པ་ཡིན་ན་ཁོ་འོས་ཆོས་ཚོ་ཚང་གི་ཡོད་པ་ཡིན་ན་གནས་རིམ་ཏེས་མཐོ་བ་ཚོ་ལ་ཡིག་རྩ་ད་གི་ཡིན་པ་ཡིན་ན་ཁོ་ད་ཉམས་མྱོང་ཅིག་བསགས་ཚར་བ་རེད་བ་འདུག་ཅེས་བྱེད་ཐུབ་པ་ཡིན་ན་ད་དེ་ལས་ཡང་དཀའ་ངལ་དེ་འདྲའི་ཤེས་ངེས་དེ་འདྲ་འདུག་ད་བུ་ཡིས་ཡང་ཁྱེད་ལས་པ་དེ་ཚོ་ཡིན་ན་བུ་ཡིས་ཤིང་མ་ཤིང་གནས་སྟངས་འདྲ་པོ་དེ་འདྲ་ཡོང་གི་འདུག་ག་ཤེད་ཡང་གནས་རིམ་གང་མ་གཅིག་གིས་མ་བཏང་ས་མེད་གཉིས་མ་ད་ད་ལྟ་གཉིས་བཏང་ས་ཡོད་རེད་པ། འོ་དེ་འདྲའི་གི་གནས་སྟངས་འོག་ནས་བྱང་སུ་ལས་བྱེད་རྒན་པ་ཚོ་ཡིན་ནས་ད་ལྟ་ང་ཚོ་དྲུང་གཞོན་དང་ཟུང་དྲུང་ཚོ་གས་དཔེ་ཁག་པོ་ཆགས་དེ་ཡོད། ད་ནང་སྲིད་ལ་ལྷག་པར་དུ་དེ་བས་ཀྱང་དཀའ་ལས་མ་ང་འཕྲད་ནས་ད་ལྟ་ང་ཚོ་ཟུང་དྲུང་བཅས་ཡོད་མ་རེད་ད་ནང་སྲིད་ང་ཚོ་དྲུང་ཆེ་དང་འབྲེལ་ཡོད་ལས་བྱེད་ང་ཚོ་ཕར་ཚུར་སྐྱེལ་བཤད་བྱེད་ད་ང་ཚོ་ནང་སྲིད་ཀྱི་ལས་བྱེད་ཚོ་མང་ཆེ་བ་ཅིག་བྱུང་བ་བྱུང་བ་ཡིན་ན་ས་གནས་རང་ནས་བསྐོ་ཐུབ་བ་འགྲོ་བྱེད་ན་ཨ་ནི་འདི་སྐད་ཤེས་འགྲོ་སྟངས་ཤེས་ཨ་དེ་ནས་མང་བཏང་དགོས་དུས་འཚམས་པ་ལ་མང་ཆེ་བ་ཅིག་དགུང་ལོ་ཆུང་བ་རྐྱང་རྐྱང་ཕེབས་དགོས་རུ་བ་ད་དེང་སང་ལས་བྱེད་ཚང་མ་ལོ་ལོ་ཆུང་བ་རྐྱང་རྐྱང་རུ་བ་ཨ་ནི་ཉམས་མྱོང་གོ་མ་བཏང་བ་བྱེད་སྔས་མང་གཞིས་ཆགས་གསར་པ་འགོ་བཙུགས་ཚར་ཟེར་ད་མི་མང་ཚང་མ་ལོག་གི་དར་མཚ་ལ་ནས་ས་གནས་འགོ་འཛིན་ལ་དེ་སྐུ་ངོ་ད་སྐུ་ངོ་ལ་ནས་ཞེའུ་གཅིག་གི་འདི་ཡོད་རེད་ཅིག་ག་སུ་རེད་གུས་བརྩི་འདྲ་བོ་ཡོད་རེད་དེ་དུས་བསམ་པ་མི་མང་གི་གནས་སྟངས་སྐྱོ་པོ་རེད་མི་མང་གི་ཡོན་ཏན་སྐྱོ་པོ་རེད་མཐོང་རྒྱ་ཐོས་རྒྱ་ཡི་སྐྱོ་པོ་རེད་བ་ད་དེང་སང་མི་མང་ནང་ལོག་ལ་སློབ་སྦྱོང་ཡོད་མཁན་སླེབས་བསྡད་ཡོད་རེད་སྐད་བཞེངས་གི་ཡོད་རེད་འགྲོ་སྟངས་བཞེངས་གི་ཡོད་རེད་ཨ་ནི་རྡ་རམ་ས་ལ་ནས་གཞོན་སྐྱེས་ཅིག་ཉམས་མྱོང་ཅེས་མི་འགྱོད་ཅིག་མ་རེ་མ་ཕྱིན་པ་ཡིན་ན་ཨ་ནི་མི་ནས་ཡང་ས་གནས་རང་གི་མི་ཚོའི་ཉེ་བརྗོད་ལྟ་ཡང་ཡང་ག་འདུག་བ་བོད་པ་རང་ནང་ལོག་ནས་ཨ་དེ་ཚོ་ང་ཚོའི་བསམ་བློ་ལ་དུག་བཏང་བསྡད་གི་ཡོད་ད་ལས་བྱེད་མ་ར་ཡ་དཀའ་ངལ་འཕྲད་དུས་དེ་ཡིན་དུས་ད་ལྟ་རང་སྐྱོང་གི་ག་ས་རང་ཁུངས་ལས་བྱེད་མཛོད་ཀྱི་འགྲོ་སྟངས་དེ་ཚོ་ཐོག་ནས་ད་ང་ཚོ་ཨོ་རི་ས་སློབ་དཔོན་དང། ག་རེད་བལྟས་ཚུལ་རེད་ཅི་རེད་ང་ཚོ་དེ་ཚོ་ཅི་ནས་ལྐོག་ལྐོག་བྱུང་བ་རེད། དེ་ཡིན་དུས་ད་ས་གནས་ནས། ཅིག་རེ་བ་འདྲ་བོ་ཞིག་མ་ངག་འདྲ་བོ་ཞིག་བརྒྱབ་བསྡད་ཀྱི་ཡོད་དེ་ཚོའི་ཐོག་ནས་ཁྱེད་རང་ཚོ་ས་གནས་ལ་ཕྱག་ལས་གནང་པའི་སྐབས་ལ། ད་ས་གནས་དེ་ག་རང་ན་ཆོས་རིག་ལས་ཐེངས་མང་པོ་མངའ་བ་ཡིན། ད་ལག་རྩལ། སྒྱུ་རྩལ། རིག་རྩལ་མ་འདྲ་ངན་སུ་སུ་འདུག་གཞིས་ཆགས་སུ་སུ་ན་ཨ་ལེ་དངོས་གནས་མཐོང་ཡ་ཡོད་པ་དེ་ལག་རྩལ་སུ་འབྲེལ་བ་ཡོད་པ་དེ་རེད་བ། ད་རིག་རྩལ་འཛུལ་མེད་སྒོ་སུ་སུ་སུ་ཀི་ཤིང་གི་ཡོད་ལབ་ན་རྩོམ་རྒྱག་ངེས་ཡིན་གཅིག་ཡིན་གཉིས་ཡིན་ཅི་ཉམས་ཞིག་བྱེད་ཀི་ཡོད་ལབ་ན་མ་གཏོགས་ལབ་ཐུག་གི་མ་རོ་བ། དེ་མ་ཡིན་པའི་གཞན་པ་ཐོང་ཨེ་ཡོད་བ་དེ་ཚོ་ང་ཚོ་ད་ལྟ་ནས་གྲངས་ཀ་རྩིས་བྱེད་ཨ་ནི་ག་ཚོད་འདུག་ཁྱོད་འདོམས་པའི་ཨ་འདི་ཚོ་ང་ཚོ་ལོ་རེ་རེ་རེ་ལ་ག་ཚོད་ག་ཚོད་རོགས་པ་བྱེད་ཐུབ་ས་རེད་འདུག་འདུག་བྱེད་ནས་ཨ་ནི་མང་ཚགས་མ་ཚགས་སུ་མོ་ལ་ཡ་ཅི་སྒུག་གི་ཡོད་རེད་ད་ལས་ཀ་དེ། གསང་སྤྱོད་ཡིན་པ་ཡིན་ནས་ཚགས་སུ་ལ་ཡ་ཅི་དགོས་རེད་མ་གཏོགས་ད་ག་ཚོད་བ་དུ་གསང་སྤྱོད་རྒྱབ་བསྡད་གོ་རེད། རེད་བ། འོ་དེ་འདྲས་ཀྱི་འདུག་ཟེར་དུས་བསམ་པ་ལ་བྱང་ཆུབ་ཀྱི་ཁྱབ་ཁོངས་ལ་ཡང་ཨ་ནི་ཆེས་སྒྱུ་རྩལ་ལག་རྩལ་རིག་རྩལ་ག་རེ་ཡིན་པ་ཡིན་ན་དེ་ཚོ་ཐོག་ཡར་སྤྲད་དང། ཨ་ནི་ཡང་གསར་པ་སྦྱང་དགོས་ངེས་དེ་འདྲས་ཡོད་པ་ཡིན་ན་བྱང་ཆུབ་ཀྱི་རྒྱབ་གཉེར་ལ་བརྟེན་ནས་ང་ཚོས་ནང་སྲིད་ཀྱི་ཐག་གཅོད་བྱེད་དགོས་རེད་བ། འོ་འདུག་བྱས་དེ་ནས་ཨ་ནི་སྤྱི་ཚོགས་འདི་ག་ཚོད་ཐུབ་ཐུབ་ཅིག་ང་ཚོ Inclusive བྱས་ནས་ཚང་མ་ཡང་ཚུད་པ་བྱས་ཡ་བྱས་ནས་དེའི་ནང་ལོགས་ནས་ད་ལྟ་ད་ཕྱི་རྒྱལ་རོགས་ཚོགས་ཚོགས་བཤད་ཡོང་དུས་འཚམས་པ་ལ་ཨ་ནི་བུད་མེད་དང་གཞོན་སྐྱེས་དང་ཨ་ནི་ལུས་སེམས་གཉིས་ཀྱི་དཀའ་ངལ་ཡོད་མཁན་ཚོ་ག་ཚོད་ཡག་ཚུལ་ཐུག་ཐུག་བྱེད་དགོས་རེད་ལབ་གི་འདུག་བ་འོ་འདུག་བྱས་བྱས་ནས་ནི་ང་ཚོས་ཀྱི་ད་ལྟ་ལས་གཞི་ཚོ་གང་འགྲིག་པ་ཡིན་ནས་ཁྱང་ཚོས་ཀྱི་ས་གནས་ནས་ལས་གཞི་འགྲིག་ཡོང་དུས་འཚམས་པ་ལ་ཨ་ནི་ད་ལྟ Women Empowerment གྱི་དཔལ་འབྱོར་ལས་ཁུངས་ཀྱི་འོག་ལ་སྦྱར་འགྲོ Main Streaming ལ་ཡ་ཞིག་ལབ་ཡོང་གི་འདུག་ད་ལྟ་ང་ཚོ་ལས་གཞི་བཟོས་ནས་ད་ལས་གཞི་འདི་བཟོས་བ་རེད་ལས་གཞི་འདི་འདྲ་ཞིག་དགོས་ཀྱི་འདུག་ལབ་མ་གཏོགས་ཅི་གི་འདི་གི་སུ་ལ་ཕན་གྱི་ཡོད་ག་ཚོད་ལ་ཕན་གྱི་ཡོད་དེ་ང་ཚོ་ཞི་ལ་རྒྱབ་ཀྱི་མི་འདུག་བ་དེ་ཡིན་དུས་དེང་སང་ད་ལྷག་པར་དུ་ཨ་མི་རི་ཀ་དང Canada འདྲ་བོ་དེ་འདྲ་ཡིན་པ་ཡིན་ན་སྦྱར་འགྲོ Equity དེ་ཞི་བོ་ཞིག་བརྩི་གི་ཡོད་རེད་ཕོ་མོ་ཁྱད་མེད་དེ་ལྟ་ཡ་དེ་དང་དེ་ཡིན་དུས་ཨ་ནི་ལས་གཞི་གཅིག་དེ་བརྩམས་པ་ཡིན་ན་དེའི་ནང་ལོགས་ནས་བུད་མེད་ལ་ག་ཚོད་ཁེ་ཕན་རག་གི་ཡོད་མེད་རང་ལས་གཞི་གཅིག་བརྩམས་པ་ཡིན་ན་འདི་ལ་སྤྲུལ་སྐུ་ལ་ཁེབས་ཚང་ག་ཚོད་རག་གི་ཡོད་མེད་དབང་པོ་དང་ལུས་སེམས་བདེ་བོ་མེད་ཁྱོད་ཚོ་ལ་ཁེ་ཕན་ག་ཚོད་རག་གི་ཡོད་མེད་འདི་ཚོ་ཕྲན་ག་དེ་ཡིན་གཅིག་མིན་གཅིག་སྦྱར་འདྲ་མེན་སྟྲིམིང་གི་ནང་ལོག་ལ་ཁྱེད་རང་ཚོར་འཆར་གཞི་ཡར་ཕུལ་ཡོང་དུས་ཚང་མ་ནས་འདི་གཅིག་བྱེད་རོགས་ཕྱིས་ལས་གཅིག་པོ་མ་ཡིན་པ་བྱས་ནས་ཚང་མ་ཡིག་ཐོག་ནས་མ་གཅིག་བཀོད་ནས་ཡར་གཅིག་ཕུལ་ཐུབ་པ་འདྲ་བོ་བྱིན་པ་ཡིན་ན་ནི་འདི་ནས་བཟོ་བཅོག་ག་རེ་རྒྱག་དགོས་ཀྱི་འདུག་དཔལ་འབྱོར་ལས་ཁུངས་ནས་བཟོ་དགོས་ཀྱི་འདུག་བས་གསར་གྱི་བཟོ་དགོས་ཀྱི་འདུག་བས་ཡང་མེད་ན་ལྷན་ཁང་སོ་སོ་སོ་གྱི་བཟོ་བཅོག་རྒྱག་དགོས་ཀྱི་འདུག་བས་དེ་རོགས་བྱས་ཐུབ་ཀྱི་རོགས་ཨོ་འདི་འདྲ་གཅིག་བྱས་ཡ་དང་འཕྲོད་བསྟེན་གྱི་ད་ལྟ་ང་ཚོ་སྤྱི་ཡོངས་ཕྱི་མ་དེ་རྒྱབ་ཡོག་མ་རེད་ད་གཞི་ཆགས། ཁྱོན་ཡོངས་ནས་ནི་གཅིག་འཕྲོད་བསྟེན་དང་ལྡན་པ་ཡོང་ཡ་དེ་ད་བོད་སྨན་དང་ཕྱི་ལུགས་སྨན་གཉིས་ཀ་གི་ཐོག་ནས་བྱེད་དགོས་ཀྱི་ཡོད་རེད། དེ་ནས་ད་ལྟ Inclusive Community དེ་ནང་ལོགས་ལ་ད་བོད་སྨན་དང་གཞོན་སྐྱེས་དེ་གཙོ་བོ་འགྲོ་བྱེད་ནི་ད་ལྟ་རོགས་ཚོགས་སྤྲད་མཁན་དངུལ་སྤྲད་མཁན་མང་པོ་ཅིག་གིས་དེ་བྱེད་སྡོད་དགོས་ཡོད་དེ་དེའི་ཆ་ཤས་དེ་ཆ་རྐྱེན་དེ་གི་ཆ་དེ་ང་ཚོས་ཡིན་གཅིག་མིན་གཅིག་དེ་ནང་ཚུད་པ་བྱེད་དགོས་དགོས་རེད། ད་དེ་ནས་གཅིག་དེ་ད་གལ་ཆེ་ཤོས་གཅིག་དེ་ད་ལྟ་ང་ཚོ་སྤྱི་ཟླ་བཅུ་པའི་ཚེས་གཅིག་ནས་བྱས་ནས། ཨ་རིའི་རོགས་དངུལ་ལོ་ལྔ་དེ་འགོ་བཙུགས་ཡོད་རེད་ད་དེ་ས་ཡ་བདུན་བདུན་ཆགས་བསྡད་ཡོད་རེད་དེ་དུས་ཨ་མི་རི་ཀའི་གཞུང་གི་དངུལ་རྩིས་འགྲོ་སྟངས་དེ་ལས་ཤར་གི་ཆེད་དུ་དངུལ་སྤྲད་ཀྱི་ཡོད་ཡིན་ན་སྤྱི་ཟླ་བཅུ་བའི་ཚེས་གཅིག་ནས་ལོ་རྟག་པ་རེ་ཞིག་འགོ་བཙུགས་ཡོད་རེད་དེ་ཡིན་དུས་ད་ལྟ USAID དང NDI གི་ལས་གཞི་སྤྱི་ཟླ་བཅུ་བའི་ཚེས་གཅིག་ནས་བྱས་ནས། ལོ་རྗེས་མའི་གི་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་སོ་སུམ་ཅུ་སུམ་ཅུ་བར་དུ་བྱེད་དགོས་ཡས་དེ་གའི་ཚང་མ་ད་ལྟ་ང་ཚོ་གཏན་འཁེལ་ཚར་རེད་ད་ས་གནས་སོ་སོ་སོ་ནས་བསམ་ཚུལ་ལེན་དགོས་ཡས་དེ་གའི་དེ་ཆ་ཚང་བྱེད་ལེན་པར་བ་དེའི་མཉམ་དུ་ཨ་ནུའི་ས་ནང་སྲིད་ལས་ཁུངས་ཀྱི་ས་གནས་སོ་སོ་སོ་ནས་ལོ་ལྔ་གི་ཆ་ཤས་ཡག་ཁེ་ཤོས་བྱེད་ནས་དེ་ཡས་ལབ་ཡོད་རེད་ད་ཚང་མ་ལོ་གྱང་ཚོ་རྒྱབ་རྩེ་ཚང་མ་ལོ་ང་ཚོ་སྒྲུབ་ཐུ་ཡས་ཡོད་མ་རེད་ད་ཡིན་པ་ཡིན་ནས་དེའི་མི་མང་དགོ་ཁོ་དང་འབྲེལ་བ་ག་རེ་ཡོད་པ་དེ་གའི་དེ་ང་ཚོ་ཡ་གདམ་གི་གདམ་གི་བྱས་བྱས་ཡ་ཅིག་འགྲོ་དགོ་གི་ཡོད་དུས། ད་དམིགས་ཡུལ་གཙོ་བོ་དེ་ང་ཚོ་གཞིས་ཆགས་དེ་ག་འདྲི་སྣེ་གོ་རེད་བསལ་ཏེ་ད་ད་ལྟ་བར་དུ་གཞིས་ཆགས་ཁ་འཐོར་འགྲོ་འགྲོ་བའི་རྒྱུ་མཚན་གཙོ་བོ་དེ་གཞོན་སྐྱེས་ལ་ང་ཚོ་ལས་ཀ་སྤྲད་ཐུབ་ཀི་མེད་པའི་རྒྱུ་མཚན་ལ་བརྟེན་ནས་ཡོང་གི་ཡོད་དུས་ད་གཞོན་སྐྱེས་ལ་ལས་ཀ་སྤྲད་ལ་ཡ་ནི་ང་ཚོའི་ཆ་ཤས་འདྲ་བོ་ག་རེ་ག་རེ་ག་རེ་བཟོ་དགོས་ཀི་འདུག་ཟེར་ནས་དེ་ལ་ད་དེའི་ཆ་ཤས་ནང་ལོགས་ནས་གཅིག་དེ་ད་དེའི་ནང་དེ་ཚོའི་སྒང་ལ་ཡང་ཁྱེད་རང་ཚོས་ཀི་ས་གནས་འགོ་འཛིན་རྣམ་པ་ཚོ་ད་ལྟ་དེ་འདྲའི་འཛོམས་པའི་སྐབས་ལ་ཡ་དགོངས་ཚུལ་གསར་པ་དེ་འདྲ་གསུང་ཡ་ཡོད་པ་ཡིན་ན་དེ་ཚོ་ཕྲན་ག་དེ་ང་ཚོ་ཡ་ཕྱུག་ཆོག་གི་རུ་བ་འོ་འདུག་བྱས་ནས། བྱས་ཏེ་ཡོད་དེ་གཅིག་འདི་ད་ག་ཚོད་སྙན་མ་ནས་ཞུས་བ་རེད་ད་འདི་ག་ཚོད་སླེབས་བསྡད་ཡོད་ན། བློ་ལྡན་ཁྱོད་ཚོ་འདི་བཤད་ཡོད་པས། Religious App། དེ་འདི་སྤྱི་བཏང་གི་ད་ལྟ་དགེ་བཤེས་སྨོན་ལམ་ལ་སྤྲད་བཞག་ཡོད་རེད་དེ་བཟོས་ཡས་མང་ཆད་ཅིག་བཟོས་ཚར་ཞག་ད་ད་ལྟ་ང་ཚོ་བོད་ཡིག་དང་དབྱིན་ཇི་མ་གཏོགས་གཅིག་གི་དཔེར་ན Canada སྐད་དང Tamil སྐད་དང་གཅིག་བཟས་ཡས་འདི་ཚོ་ད་ལྟ་ང་ཚོ་བཟོ་ཐུག་མི་འདུག་ལམ་སང་ད་ད་འདི་ཚང་མ་ཡང་ཡི་གེ་ཚང་མ་བསྒྱུར་དགོས་རུ་བ་ཨ་ནི་སྐུ་རྟེན་འདི་ཚོ་འགྲེལ་བཤད་རྒྱ་ཡས་དང་དེ་གས་ཆ་ཚང་ཅིག Religious App། དེ་དམིགས་ཡུལ་འདི་ག་རེད་ཟེར་ན་ད་དེ། ངས་ཁ་ཚིག་སྙན་མང་ཞུས་ཚར་བ་ཡིན་དམིགས་ཡུལ་གཙོ་བོ་དེ། ཡུལ་མི་འདི་གའི་དེ་ང་ཚོ་བོད་པའི། སྤྱི་ཚོགས་ནང་སླེབས་ཆེད་ནང་ཆོས་སྐོར་དོ་སྣང་འདྲ་བོ་དེ་འདྲ་སྤྲད་དགོས་འདེ་ཁག་འདོད་པ་དེ་འདྲ་ཡོང་བ་ཡིན་ན། ད་ལྟ་འགྲེལ་བཤད་རྒྱག་མཁན་ཅེས་ཡོང་མ་རེད་ལྷག་པར་དུ་ཁོང་ཚོའི་ཡུལ་སྐད་ནང་ལ་འགྲེལ་བཤད་རྒྱག་མཁན་ད་རྩ་བ་ཉིད་ནས་ཡོང་མ་རེད་ད་ཀ་ན་ར་ཡིན་ན་ཀ་ན་ར་སྐད་ནང་ལ་འགྲེལ་བཤད་རྒྱག་བའི་དང། ཡུ་ནོ། ག་ས་ཨོ་རི་ས་ཡིན་ན་ཨོ་རི་ཡ་ནང་འགྲེལ་བཤད་རྒྱག་ཅིག་ཡོད་རེད་པ། དེ་གའི་དེ་ང་ཚོ་ཡོང་གི་མེད་དུས་ད་ཁོང་ཚོ་ཁང་པ་ཚོ་ཅིག་སྤྲད་ངས་སྙན་མང་ནས་ཞུས་དེ་ཡིན་གང་སྙན་མང་སྦེལ་ཀོབ་པའི་དེ་ལྟ་གི་ཡོད་དུས། མེ་གའི། རྣམ་གྲོལ་གླིང་གི་དགོན་པ་ལ་མཆོད་མཇལ་བཅའ་དུས་ཟམ་པ་ཁོ་ཚོས Golden Temple ནི Shaolin Monk དེ་ཚོ་ག་བ་ཡོད་རེད་ཟེར་ནས་འགེལ་བྱེད་ཀྱི་འདུག་ས་ཁོ་ཚོའི་ཟམ་པ་ང་ཚོ་གུང་ཧུ་ཅང་འདས་གོར་ཟམ་དགོས་གྱུར་བ་ད་དེ་འདྲས་མ་ཡིན་པ་བྱས་རྗེས་ནང་ཆོས་ཀྱི་སྙིང་པོ་དང་དེ་ཚོ་ཕྲན་ག་དེ་གཏོགས་ཤིག་ཁོ་ཚོ་འགོ་ཚོས་ཐུག་ན་ཨེ་ནི་རྒྱ་གར་ཡུལ་མི་ཚོས་ཀྱི་བོད་པ་ཚོ་རྡོག་གཏད་ཞིག་མ་འདྲ་ཡོད་རེད་ཡིན་ནས་ཁོ་ཚོའི་དཔེ་ཆ་ལྟ་ཡ་དེ་གས་ཚང་མ་ལོ་ང་ཚོའི་སྔས་མ་རྒྱ་གར་གྱི་མཁས་པ་ཚོ་བརྩམས་ཤ་བའི་དཔེ་ཆ་ཚོ་ལྟ་གི་འདུག་ཨ་ཟེར་ཡ་གི་འདི་གི་སེམས་ཁམས་ཀྱི་ཉེས་པོ་ཆགས་ཡ་ཅིག་དང་དེའི་རྒྱུད་ནས་ཨེ་ནི་ནང་ཆོས་ལྟ་ཡ་ཨིང་ཞུ་བ་ཡིན་ན་རྒྱ་རོམ་ཆེའི་དགོངས་པ་འདི་ཨ་ནི་ད་ལྟའི་གི་ཆོས་སྡེ་ཆེན་པོ་ཡོད་བསྡད་པ་འདི་གའི་དེ་སྙན་ངག་གི་དཔེ་ན་ལན་འདྲེ་ན་ཤིང་གི་མཐོ་སློབ་ཆེན་པོ་དེ་འདྲའི་ན་ཤིང་གཅིག་བཙུགས་ཐུབ་ཡས་གི་རེ་བ་ཐུགས་རེ་འདུག་བཞིན་སྐྱོན་གི་ཡོད་རེད་པ་ད་འདི་ང་ཚོ་བོད་པ་གཅིག་པོ་ཆེད་དུ་མ་རེད་ཧི་མ་ལ་ཡ་གཅིག་པོ་ཆེད་དུ་མ་རེད་སོག་པོ་གཅིག་པོ་ཆེད་དུ་མ་རེད་གང་ལྟར་ཐར་པ་འདོན་མཁན་གི་སུ་ཡོད་པ་ཡིན་ནའི་ཚང་མ་ལོག་ལ་གོ་སྐབས་གཅིག་པ་སྤྲད་དགོས་གི་ཡོད་དུས་ལྷག་པར་དུ་རྒྱ་གར་ནང་ལོག་ལ་ཡང་ང་ཚོའི་གཅིག་ནང་ཆོས་ལ་དོ་སྣང་བྱེད་ནས་རྫུན་ངན་དེ་འདྲ་བྱུང་བ་འདྲ་བོ་བྱེད་ན་ཨ་ནི་དེའི་བརྒྱུད་ནས་ཨ་ནི་ཆབ་སྲིད་ལ་ཡང་དོ་སྣང་དང་དབྱིངས་སླེབས་བྱས་བོད་པ་ལ་རྒྱབ་སྐྱོར་ཡོང་ཨ་ནི་དེ་ཚོའི་གི་བསམ་བློ་གཏིང་ཟབ་པོ་འདྲ་བོ་ཞིག་ང་ཚོ་གཏང་གི་ཡག་རེད་ད་འདི་ཨ་ནི་ཅིག་ཚགས་པ་ཡིན་ན་ཨ་ནི་དགོན་སྡེ་ཁག་ལ་མཆོད་མཇལ་བཅར་བའི་སྐབས་ལ་ཡ་ཨ་ནི་སོ་སོ་སོའི་སྐད་ནང་ལ་ཉན་ཡས་ཡོད་པ་དང་ཡུལ་སྐོར་སྤྲོ་འཆམ་རང་བཞིན་གྱི་ལྟས་མང་རུ་འགྲོ་ཐུབ་ཡག་རེ་བ་ཅིག་འདི་ཞུ་གི་ཡོད་རེད་ད་ཡང་ན་བཞིན་ཆེ་ནི་བོད་སྨན་ཕྱིའི་ཕྱིའི་གི་གཟུགས་སྐུའི་དཀའ་ངལ་ལ་ཡ་ཨ་ནི་བོད་སྨན་གྱི་བཅོས་བྱས་ཡ་དང་ཨ་ནི་ནང་སེམས་གྱི་དཀའ་ངལ་ལ་ནང་ཆོས་གྱི་ཐོག་ནས་སློབ་སྦྱོང་སྤྲད་ཡ་འདི་ཚོ་གཞིས་ཆགས་རེ་རེ་རེ་རེ་ནང་ལ་ང་ཚོ་འདི་འདྲའི་བསྟི་གནས་རེ་རེ་བཙུགས་ཐུབ་པ་ཡིན་ན་ལྷག་པར་དུ་བོད་སྨན་གྱི་ཐོག་ནས་ཨ་ནི་ནད་གཞི་ག་ཤེད་ཅིག་ལ་ཕན་ཐོག་པ་དེ་འདྲ་ཡོད་པ་ཡིན་ན་ཨ་ནི་ང་ཚོ་དེ་སང་ཕྱི་ལུགས་དང་བོད་སྨན་གྱི་ཉམས་ཞིབ་བྱེད་ཡག་གི་ལས་གཞི་འཛུ་ཡ་བྱས་ཆོག་གི་ཡོད་རེད་ང་ཚོའི་བསམ་བློ་འདྲ་བོ་དེ་གཞི་ཆགས་ཆེ་ཁག་ཆེ་ཁག་འཛུ་དང་ས་ཆ་ཏོག་ཏོག་བྱུང་བ་ཡིན་ན་ཨ་འདི་འདྲའི་བཙུ་གུ་ཡིན་ཟེར་ངས་ཨམ་ཅི་རྒན་པ་དང་དེ་འདྲ་བྱུང་བ་ཡིན་ན་དེ་ཚོ་ལ་ང་ཚོ་ས་ཆ་དེ་ཞིག་སྤྲད་ཐུབ་པ་ཡིན་ན་ཨ་ནི་སྒྲིག་འཛུགས་ཅིག་བཙུ་ཡ་ལས་ཡག་ཅིག་ཕན་ཐོག་ཏུ་འདུག་དེ་ཡིན་དུས། དེ་ཚོ་ཚགས་ཚུགས་བྱུང་བ་ཡིན་ན་མ་འོངས་པ་ལོ་མང་པོ་རྗེས་ལ་ཨ་ནི་ང་ཚོས་གར་ས Medical Tourism དེ་འདྲས་ཡོང་ཆོག་གི་རུ་བ་དེང་སང Kerala ལ་ཡ་ཕྱི་རྒྱལ་དེ་བ་ནས་མང་པོ་ཡོང་གི་འདུག་བ་དེ་ལོས་དེ་གར་སོ་རེད། ཕྱི་བཅོས་བྱེད་ཡ་དང་ཨ་ནི་ཅིག་ན་ཚ་ཁ་ཤས་ལ་ཡ་ཅིག་སྨན་གཞན་པ་རྩ་བ་ཉིད་ནས་མ་འཕྲད་པ་དེ་ཡང་ཅིག Siddha དང Ayurveda དང Unani དང་དེ་འདྲས་ཀྱི་ཕན་ཡ་དེ་འདྲས་བྱེད་གི་ཡོད་ན་ང་ཚོ་བོད་སྨན་འགས་དེ་གར་ཆེན་བྱེད་ཐུག་གི་མ་རེད། རུ་བ་གཞུང་ང་བྱུང་བ་འདྲ་བོ་བྱེད་ན་བོད་སྨན་འགས་སྨན་གཅིག་གཉིས་ཅིག་འཛམ་བུ་གླིང་གཙང་ཐུ་ཡ་གི་སྨན་དེ་འདྲས་བཟོ་དགོས་གི་འདུག་བ། དེ་འདྲའི་བཟོ་ཐུབ་པ་ལྟ་བུ་ཕྱིན་པ་ཡིན་ན་ང་ཚོ་དཔལ་འབྱོར་གྱི་ཐོག་ནས་ཡིན་ནའི་འདི་ག་སུ་རེད་ཧྲ་བསྟན་ཡོང་ཡ་གི་ཐུ་བེ་ཅིག་གསོད་གི་ཡོད་རེད་ཨ་ནི། ཞིང་ལས་དང་ད་ག་རེར་དེ་དགུ་བཅུ་སེམས་ཅན་ཀ་ཅིག་དེ་ད་ང་ཚོ་ཞིང་ལས་ཀ་ཅིག་དེ་ངའི་ཁ་ཟིན་ཅིག་ལབ་ཚར་བ་ཡིན་ད་ང་ཚོ་རིམ་པ་གསུམ་འགྲོ་ཆིང་སྟོང་བཏབ་ཚར་བ་དེ་ག་ཅིག་ལོ་གཅིག་གི་སྟོན་ཐོག་བཏབ་དེ་ངས་བྱས་ཨ་ནི་ད་ད་ཞིང་ཁ་སྟོང་པ་དང་སྦོ་མ་བཏང་དེ་ངས་དེ་ཚོ་ཕྲན་ག་བདག་པོ་རྒྱག་མ་ཐུབ་ངས་དེ་ཚོ་ཕྲན་ག་ལ་ང་ཚོ་ག་འདྲའི་ཕྱི་གོ་ཡོད་མེད་སྲིད་ཇུས་དེ་ད་ད strategic planning ད་ནང་སྲིད་ཀྱི་འཐབ་ཇུས་ཀྱི། འཆར་གཞི་བརྗོད་ཡག་རེད་དེ་ཞིབ་རྩ་ག་ད་ལྟ་འདི་གི vision paper ལ་གཞི་བཞག་ནས་མ་རྩ་ག་དེ་བཟོ་ཡོང་གི་རེད་ད་འདི་ཉི་མ་གཉིས་གསུམ་གཅིག་ཁོང་ཚོ་གོ་བསྡུར་གནང་ཤག NDI དང་ཁོང་ཚོ་ད་འདི་གཅིག་མ་མཇལ་བསྟོན་ཡོང་པའི་སྐབས་ལ་ཨ་ནི་ཞིབ་ཕྲ་དེ་ག་དེ་འདི་ནང་ལོག་ལ་མ་ཐོན་ཡོང་དགོས་གི་ཡོག་རེད་ཨ་ནི་ད་གཞི་བྱ་ཚུལ་ཟླ་སྒྲིལ་བྱས་ཟེར་ཡག་དེ་ལམ་སང་ཡོང་ཡག་རེད་མི་འདུག་སྐབས་དེ་དུས་ང་ཚོས་ལབ་དེར་ད་གཞི་བྱ་ཆུང་བ་ཆུང་བ་ཚོ་ཁུངས་མ་འཁྱོལ་ན་གཞི་བྱ་ཆེ་བ་རྣམས་ལ་ཟླ་སྒྲིལ་བྱས་ཡག་དེ་འདྲའི་བསམ་བློ་འགྲོ་བཞིན་བཏང་པ་རེད་དེ་མི་ཚང་མ་ལོ་ག་འདར་ང་སྐྱེ་ས་དེ་ཡིན་འཚར་ས་དེ་ཡིན་འབྲོག་ས་དེ་ཡིན་དཔེ་གོ་ས་ལ་མ་ཐུག་པ་དུ་དེ་རང་དེ་གི་ཡིན་ལ་ང་དེ་འདྲ་དེ་མ་ང་ཡོར་བ་ད་འདི་ང་ཚོ་མ་འོངས་པ་ལོ་བཅུ་བཅོ་ལྔ་གི་རྗེས་ལ་ཉི་ཤུ་གི་རྗེས་ལ་ད་གཞིས་ཆགས་ག་ཤེད་ཅིག་དངོས་གནས་ཁུངས་འཁྱོལ་ས་མ་རེད་ད་མི་ཉུང་རུ་ཞུགས་འགྲོ་ཤ་ལ་ན་ཨ་ནི་འདི་ཚོ་དྲན་ག་འདི་ད་གཞིས་ཆགས་ཆེ་ཡ་ཚོ་ནང་ལ་ག་འདྲེ་སུ་ད་འདྲི་བྱེད་དགོ་གི་འདུག་འདི་ཚོ་རིམ་པས་རིམ་པས་མི་མང་གི་འདོད་པ་ད་བསྟུན་ཆེད་ང་ཚོ་བྱེད་དགོ་རེད་མ་གཏོགས་མི་མང་ལ་ང་ཚོ་བཙན་བཀའ་བཏང་ཤིང་མ་རེད་བ་འོ་འདི་ད་ཕུགས་རྒྱང་རིང་པོའི་གི་བྱ་ཞིག་རེད་ཨ་ནི་ད་ནང་བཞིན་གི་མཉམ་འབྲེལ་འདི་ཚོ་མཉམ་དུ་ཁ་ཟིང། ང་ཡང་སླེབས་དུས་བསམ་པར Bhaskar སེང་གེ། Bhaskar རུ་བ། ནང་སྲིད་ལས་ཁུངས། སློབ་སྟོན་པ་ཞིག་འདུག་བསོད་ནམས་སློབ་སྟོན Bhaskar མ་རེད་མ་རེད། ཨ། ད་གང་ལྟར་ཁོ་གཅིག་འདུག་ཡིན་ནའི། ང་ཚོས་ཞིང་ཁ་ལས་ཀ་བྱས་ནས་སླེབས་སྐྱོར་རུ་བ། ཞིང་གི་ལས་ཀ་བྱེད་ནས་སྐྱོ། ཁོ་ཚོའི་ལས་ཀ་བྱེད་སྟངས་དེ་ཚོ་ང་ཚོ་ཞུ་འདོད་པ་ཁག་མ་སོང་ད་ཡིན་ནའི་སྐབས་དེ་དུས་མཚམས་པ་ཡང Farmers Producers Union ནང་དེ་སང་རྒྱ་གར་གཞུང་གི་ཅིག་སྲིད་ཇུས་ཇི་འདུག་བ་དེ་འདྲས་བཙུགས་ན་ཟེར་ཡ་གེ་དེ་འདྲས་བྱུང་སུ་ལས་ཨ་ལས་དང་པོ་བཙུགས་པ་ལ་ང་རང་ཚོ་སོ་ནམ་འདེབས་ལས་ཚན་ལྡན་ཅིག་བྱེད་དགོས་ཀྱི་འདུག་འདིའི་ཐོན་འབྲས་ག་རི་ག་རི་ཡོང་གི་ཡོད་མེད་དེ་གས་དེ་ཨ་ནི་ག་འདྲས་བྱེད་དགོས་ཀྱི་ཡོད་མེད་དེ

ཞིབ་འཇུག་ཡག་པོ་བྱེད་གྲལ་ལ་ཁད་བྱེད་དགོ་ཡ་མི་འདུག་ཟླ་བ་ཁ་ཤས་ཐལ་བ་སྒོར་དགོས་ཡོད་ནས་འདུག་བཞིན་བྱས་ཐུབ་བ་འདྲ་བོ་བྱིན་པ་ཡིན་ན་ང་ཚོ་ཐུགས་ཕན་སོས་ཡ་འདྲ་བོ་བྱེད་རེད་ད་གང་ལྟར་མཉམ་འབྲེལ་འཛུ་ད་ལྟ་ཡོད་བསྡད་པའི་ད་ང་ཚོའི་ལ་བས་དེ་ག་ད་ལྟ་ཡོད་བསྡད་པའི་སྒྲིག་འཛུག་མཉམ་འབྲེལ་ཡོད་རེད་ད་མཉམ་འབྲེལ་དེ་ཚགས་ཚུད་པོ་ག་འདྲས་བཟོ་དགོ་གི་འདུག་དེ་དེ་དང་བསྟུན་པའི་གི་ང་ཚོ་ལས་ཀ་ག་འདྲས་བྱེད་དགོ་གི་འདུག་དཔེར་ན་གཞི་ཆགས་ཆེ་ཁ་ཆེ་ཁ་ཚོ་ཡིན་ན་དགོན་པ་ག་ཚོད་ཡོད་རེད་དཔེར་ན་སྦེལ་ཀུ་བི་དང་མོང་གོ་ཏྲོ་འདྲ་བོ་ཡིན་ན་དགོན་པ་ག་ཚོད་ཡོད་རེད་བླ་བྲ་ཡོད་རེད་དེ་གས་ཚང་མ་ལོ་ཉི་མ་རྟག་པ་རེད་མི་དེ་གས་དེ་གི་འབྲས་ད་ལི་ཟ་དགོ་གི་ཡོད་རེད་བ་ཀྲི་མོག་ཟ་དགོ་གི་ཡོད་རེད་བ། དེ་ཡིན་དུས་ཚར་བ། འདི་གས་ཀྱིས་གཅིག་པོ་གི་བསམ་བློ་བཏང་བ་ཡིན་ནས་མཉམ་འབྲེལ་མཛོད་ཀྱི་དེབ་ཚོང་རྒྱ་ཡག་གི་བསམ་བློ་བཏང་ཐུབ་བ་ཡིན་ན་འདྲེ་ཡིན་ནའི་རེད་གྲོ་ཞིབ་ཡིན་ནའི་རེད་ག་བ་ཡིན་ནའི་རེད་ད་ཁོ་ཞིང་པ་རྩ་ནས་ཉོ་དགོས་དགོས་ཡིན་ན་གང་ལྟར basic source དེ་ནས་ཉོས་བྱས་ཨ་ནི་དེ་བ་ལ་རྒྱ་གར་གི་གར་ས wholesale བཙོང་ངན་མཛོད་ལས་ལྟས་ཞིག་གོང་ཉུང་ཞིག་བཙོང་ཐུབ་བ་ཡིན་ན་ཁེབ་སང་ཆེན་པོ་ཞུགས་ཅིག་དེབ་གཅིག་ལ་དགོས་གི་ཡོད་མ་རེད་བོད་པས་གི་ཚོང་རྒྱབ་ལབ་དུས་ལམ་སང་ཁེབ་སང་ཆེན་པོ་རྐྱང་རྐྱང་བསམ་བློ་བཏང་གི་འདུག་བ། བརྩི་དགོས་ཡོད་མ་རེད་མཉམ་འབྲེལ་གྱི་ཚོང་རྒྱ་དུས་ཚན་པ་ལ་ཀོ་ཀྲོན་ནོ་བོ་མང་བྱུང་བ་འདྲ་བོ་བྱས་ན། བརྒྱ་ཆ་གཉིས་མ་གཏོགས་ཁྱབ་སངས་མེད་པ་ཡིན་ནའི་འདི་ཐེ་མ་བཅུ་གཉིས་ཀོ་ར་བརྒྱབ་ཐུབ་ན་བརྒྱ་ཆ་གཉིས་ས་བཞིའི་ཁྱབ་སངས་ཆགས་འགྲོ་གི་ཡོད་རེད་བ་ལོ་གཅིག་ནང་ལོགས་ལ། འདི་ཚོས་འདི་ཚོའི་བསམ་བློ་བཏང་བྱས་བྱེད་ཐུབ་བ་འདྲ་བོ་བྱས་ན་འདི་ཚོའི་ལས་ཀ་འདི་ལ་ཡང་ང་ཚོས་རོགས་པ་ག་རེ་བྱེད་ཐུབ་གི་འདུག་འདི་ཚོ་བལྟས་བྱས་གང་ལྟར་ད་འདས་ཀྱི་དུས་ཚོད་ད་སྐྲག་སྐྲག་སེག་ཤུན་འདྲ་ཚོ་དུས་ཚོད་རྫོགས་ཚར་འདུག་བ། སྐྲག་སྐྲག་གླ་ངན་ཞིག་ལ་མི་འདུག་བ་ད། ཀྲ་ར་སེ་ཤུན་མང་ཆེ་གྱོང་གུན་ནང་འགྲོ་བསྡད་ཀྱི་འདུག་ཞིང་ཁ་མང་ང་བཏང་མེད་ཚོ་ནི་སུ་སུ་སུས་སྐྲག་སྐྲག་ཉོ་གི་འདུག་ཨ་ནི་ངེད་མང་ཡིན་ན་ང་ཚོ་ཆུང་ཆུང་ཡིན་པའི་སྐབས་ལ་ཆར་བ་འགུག་བསྡད་གོ་རེད་ཆར་བ་རྒྱབ་བ་དང་བོག་ཤོག་གི་སྐྲག་སྐྲག་འགུག་བསྡད་གོ་རོགས་ད། དེང་སང་འདི་འགུག་རོགས་བྱེད་ཀྱི་ཡོད་མ་རོགས་ཆར་བ་རྒྱབ་བ་ནི་ཞིང་ཁ་རྨོ་གོ་ན་སུ་སུ་སུས་རྒྱ་གར་རྩར་ནི་བླ་གོ་ནས་ག་རེ་བླ་གོ་ནས་རྨོ། ཨ་ནི། Plowing season འདི་ཐུང་ཐུང་བཞི་བོ་ཆགས་ངེད་མང་ནས་ཞིང་གི་ཡོང་འབབ་ཡོང་གི་མི་འདུག་བ་ད། ད་དེ་ཚོ་ཆང་ཁ་དེ་དངོས་ཡོད་གནས་ཚུལ་ཟ་མ་དང་ཨ་ནི་ང་ཚོ་ཞིང་ཁ་ལ་ཤིང་སྡོང་ལྟ་བས་ལས་གཞི་ཚོ་མང་ཙ་བཟོ་གི་ཡིན་ན་རྒྱ་གར་གཞུང་གི་དམིགས་ཡུལ་དང་མཐུན་གི་ཡོད་རེད་ཨ་རེད་གཅིག་དེ་ཚོ་ཆང་ཁ་དེ་གང་ལ་ནི་ང་ཚོའི་ག་སུ་རེད་ད་ལྟ Soil Preservation མཉམ་དུ་ས་ཆུ་བདག་གཅེས་འགལ་མཉམ་དུ་འདུག་བྱས་ནས་བྱས་ཐུབ་པ་འདྲ་བོ་བྱིན་པ་ཡིན་ན་རོགས་ཞིང་ཁ་དེ་ལ་ང་ཚོས་ཤིང་སྡོང་ལྟ་བུ་རོགས་བྱེད་ཨ་ནི་དེའི་ནང་ལོགས་ལ་ཡང་དོང་གྲུས་བྱེད་ཨ་ནི་ཆར་ཆུ་ས་ཡ་དང་ཆུ་མ་ས་ཡ་འཛོལ་གི་ལས་ཀ་ཚོ་མཉམ་དུ་བྱས་ཐུབ་པ་འདྲ་བོ་བྱིན་པ་ཡིན་ན་ད་གིན་ཁོང་ནང་སྲིད་བཀའ་བློན་གདང་སྲིད་དྲུང་ཆེ་གིས་དེའི་སྐོར་དེ་འབི་ཙམ་ཅིག་གསུངས་སོང། དེ་ཡིན་དུས་བསམ་པ་དེ་ཚོ་ང་ཚོ་ད་ལྟ་ནས་དོ་སྣང་མ་བྱས་པ་ཡིན་ན་ད་མོང་གོ་ཏྲོ་ལོ་ད་ཉིན་ཆུ་བཏུང་ཡང་དཀའ་ངལ་འཕྲད་པ་རེད་ད་ལོ་དཀའ་ངལ་འཕྲད་པ་རེད་ཟེར་ནས་གོ་མ་སོང་དེ་ཡིན་ནས་དེ་རིམ་པས་རིམ་པས་དཀའ་ངལ་འཕྲད་ཡས་ཡིན་པ་ད་བཤད་མ་བར་ད་རེད་བ་ཨ་ནི་མཐོང་ཆུང་ཁོ་རང་དཀའ་ངལ་འཕྲད་པ་ཡིན་ན་དེ་ནི་སོ་ནམ་འདེབས་ལས་ག་འདྲས་བྱེད་འོ་རེད། ངོ་དེ་ཚོ་གང་ལ་ད་གང་ལྟར་མཉམ་འབྲེལ་དང་མཉམ་དུ་ང་ཚོ་ཅིག། ཚགས་ཚུད་བཟོས་ད་ལྟ་ཡོད་བསྡད་པའི་སྒྲིག་འཛུགས་དེ་ག་ཚགས་གསར་པ་ཚུད་པ་ལས་ཡོད་བསྡད་པའི་སྒྲིག་འཛུགས་ཚགས་བཟོ་དགོས་ག་རེ་སོང་འདི་ང་ཚོའི་ཕར་སློབ་སྟོན་བྱས་ད་དུ་བྱས་པ་ཡིན་ན་ས་གནས་འགོ་འཛིན་ཚོ་གས་ཨ་ནི་མཉམ་འབྲེལ་གྱི་ལས་ཀ་ག་རེ་བྱེད་དགོས་མེད་དེ་དུས་རྒྱུན་དུ་ནས་ཅིག་འགོ་ཚུད་དགོས་ལ་ད་དེ་ནས་ང་ཚོ་ལས་ཀ་གསུམ་པ་འདྲ་བོ་འདི་ད་དེ་འཛིན་སྐྱོང་གི་ལས་ཀ་འདི་རེད་འཛིན་སྐྱོང་གི་ལས་ཀ་འདི་ལ་དུས་ཚོད་བཞུགས་བཞུགས་འགྲོ་གི་འདུག་ད་ལྟ་འདྲ་བོ་བྱིན་པ་ཡིན་ན་ང་ཚོ་བརྒྱ་ཆ་ལྔ་བཅུ་ལས་ལྷག་གི་དུས་ཚོད་འདི་རྒྱུན་གྲོན། ཀྱི་རྡིལ་སྒྲུག་ཏུ་ཁ་གསོ་རེ་འཛིན་སྐྱོང་ལས་ཀ་ལ་ད་ད་འདའ་པོ་འདུག་བཀའ་ཤག་གི་བཀོད་ཁྱབ་ལམ་སྟོན་རྩ་འཛིན་སྒྲིག་གཞི་དེ་ནས་མང་པོ་ཞུ་བཅོག་རེད་ཨ་ལས་དོན་མང་སྤྱི་འཐུས་ལྷན་ཚོགས་ཀྱི་སྟེང་ལ་ཕེབས་པ་བྱས་ཏེ་བོད་སྤྱི་འཐུས་ལྷན་ཚོགས་ལ་ཡར་ཁྱེར་ནས་མ་གཏོགས་ཅི་གི་འགྲོ་ས་ཡོད་མ་རེད་བ་ཡིན་ནའི་འཛིན་སྐྱོང་རང་གི་བྱེད་དགོས་ཡ་ཁྲིམས་དང་སྒྲིག་གཞི་དང་ལམ་སྟོན་དང་བཀོད་ཁྱབ་དེ་ནས་མང་པོ་ཞུ་གཅིག་ད་ང་ཚོ་བརྒྱ་ཆ་བརྒྱ་བཅུ་དགུ་བཅུ་ཕྱིར་ང་ཚོ་ཚར་བ་རེད་ཨ་ནི་ད་ལྟ་ད་གེ་ངས་གོང་དུ་ཞུ་ཡ་གི་ནང་སྲིད་ཀྱི་ཁྱབ་ཁོངས་དང་ཆོས་འཕྲོད་བསྟེན་གྱི་ཁྱབ་ཁོངས་ཀྱི་རང་ཁོངས་ལས་བྱེད་འཛུགས་ཀྱི་འགྲོ་སྟངས་ཙོ་ཡིན་པ་ཡིན་ནས་ཨ་ནི་གཅིག་གྱུར་བཟོ་ཡ་དང་དེ་ཚོ་ཚང་མ་ལོ་ད་མང་ཆེ་ཡ་ཅིག་ཚགས་དེ་ཡོད་ད་གནད་དོན་གསར་པ་དེ་འདྲའི་ཁ་ཤས་དཔེ་ན་གཞོན་སྐྱེས་ལས་ལམ་སྟོན་བཟོས་སྐོར་བཤད་ཡ་དང་བུད་མེད་ཀྱི་ཐོབ་ཐང་དང་འབྲེལ་བའི་ཐོག་ནས་བུད་མེད་ཀྱི་ནུས་སྟོབས་སྐྱེ་ཡ་དང་འཕེལ་རྒྱས་བཏང་ཡ་དང་དེ་ཚོ་འབྲེལ་བའི་ཐོག་ནས་ད་ཡང་ཨེ་རི་ཡ་གསར་པ་དེ་འདྲའི་ཁ་ཤས་ཤིག་སླེ་ཡོང་གོ་དོ་དེ་ཚོ་ལ་ད་ང་ཚོ་གསར་པ་བཟོ་དགོ་གོ་རེད་མ་གཏོགས་ཅིག་གི་ད་ད་ལྟ་བར་དུ་ཡོད་དེ་བ་དེ་ག་དེ་མང་ཆེ་ཡ་ཅིག་འདི་གང་དུས་ཚོད་ཞོ་ཅིག་འགོར་གྱི་འདུག། ལམ་སྟོན་འཛུལ་ཟེར་བའི་དང་བཀོད་ཁྱབ་འཛུལ་ཟེར་བའི་དེ་ཡང་དུས་ཚོད་མི་ངོ་བཞི་བ་ཞིག་འགྲོ་གི་འདུག་དེ་ཡིན་དུས་ད་དེ་འདྲ་ཞིག་འགྲོ་བསྡད་ཡོད་རེད་ད་ང་ཚོའི་གི་བཀའ་ཤག་སྐབས་བཅུ་དྲུག་པའི་ད་སྔས་མ་ངས་ཐེངས་མ་ཁ་ཤས་ཞུས་ཟིན་པ་རེད་ང་ཚོའི་དམིགས་ཡུལ་དེ Data Base ཡག་པོ་བཟོས་ཆེ་གང་ལྟར Statistics གྲངས་ཀ་ཡག་པོ་གྲངས་ཀ་ཡག་པོ་ཡོང་ཡ་ལ་ཁོང་རྣམ་པ་ཚོས་གི་ཕྱག་རོགས་མ་གནང་བ་ཡིན་ན་ཡོང་ཡ་ཁོ་ན་ཡོད་མ་རེད་གྲངས་ཀ་ཚང་མ་ནུ་ས་གནས་ནས་ཡོང་དགོས་སྐོར་རེད་མ་གཏོགས་བྱེད་གི་ནང་སྲིད་གི་བཟོ་ཐུ་ཡ་ཡོད་མ་རེད་བྱས་ཙང། ལོ་གཅིག་གཉིས་ཀྱི་ནང་ལོགས་ལ་ཡང་ཁྱེད་རང་ཚོ་ལ་དེ་འདྲའི་སྐུལ་མ་མང་པོ་ཡོང་མདོག་ཁ་བོ་རེད་ད་ཐ་ན་ལྷག་པར་དུ་ད་ལྟ་ལོ་གསུམ་པ་ང་ཚོ NDIA མཉམ་དུ་ལས་གཞི་དེ་འགྲོ་བསྡད་ཡོད་དུས་ལོ་བཞི་པའི་ནང་ལོགས་ལ་ཡང་དེའི་སྒང་ལ་ལས་ཀ་ཏན་ཏན་མང་ཡང་འགྲོ་གི་རེད་ཨེ་དེ་ཚོ་ལ་ཡང་འགན་བཞེས་རོགས་བྱས། གྲངས་ཐོ་ཚོ་ག་ག་སུ་ཡོང་བ་ཡིན་ནས་མ་འོངས་པ་ངའི་རྗེས་ལ་བཀའ་ཤག་སུ་ཕེབས་པ་ཡིན་ནས་སྲིད་སྐྱོང་སུ་ཕེབས་པ་ཡིན་ནས་ཨེ་ང་ཚོའི་རྗེས་ལ་བཀའ་ཤག་སུ་ཕེབས་པ་ཡིན་ནས་དེ་གས་དེ་གྲངས་ཐོ་གཅིག་པོ་ལ་བརྟེན་ཨེ་གྲངས་ཐོ་དེ་ད་ལན་དེ་གཅིག་པོ་འགྲིག་གི་ཡོད་མ་རོགས་ལོ་རྟག་པར་རེ་ཞིག update བྱེད་དགོས་ཀྱི་ཡོད་རེད་བ། དེ་ཡིན་དུས་བསམ་པ་ལོ་རྟག་པར་རེ་ཞིག update བྱས་པ་ཡིན་ན་ཨ་ནི། ཐག་གཅོད་ཡ་ལ་ལས་སླ་པོ་ཞུ་རྒྱུ་ཡ་རེད། འཛིན་སྐྱོང་གི་ལས་ཀ་བྱེད་དུས་ཚང་པ་ལ། འདི་གི་རྨང་གཞི་འདི་ཆ་ཚང་གཅིག་ད་རེས་ང་ཚོ་འདི་བཟོ་ཚར་བ་བྱེད་དགོས་གོ་རེད། དེ་ནང་བཞིན་ཕྱི་ནས་འཛིན་སྐྱོང་གི་འགྲོ་སྟངས་ཀྱི་ཐོག་ནས་ད་ང་ཚོ་འགྱུར་བ་ཏེས་ཏེས་བཏང་ཡ་དེ། ད་ལྟ་ནང་སྲིད་ལ་ཡ་ས་ཁུལ་ས་ཁུལ་བཟོས་ཡོད་པ་དེ་གཅིག་རེད་ད་ལྟ་འགྱུར་བ་ཆེ་ཡ་གཅིག་དེ། ད་ང་ཚོ་བྱང་སྤྱི། གར་ས་བྱང་ཤར་གྱི་སྤྱི་ཁྱབ་དེ་ཡོག་མ་རེད་ད་ལྟ་བར་དུ། འདིའི་ཕྱི་དྲིལ་བསམ་པ་མངའ་སྡེ་གཞུང་འདི་ཚོ་དང་འབྲེལ་བ་བྱེད་ཡ་དཔེར་ན་ཨ་སམ་གཞུང་རེད། ཨ་རུ་ན་ཅལ་གཞུང་རེད་ད་ཆ་བྱང་ཤར་ཁུལ་ལ་མངའ་སྡེ་ཚང་མ་ལོ་རེད་ད་ནང་བཞིན་བྱས་ནས་ཚུར་འཇོག West Bengal དང་ཨ་ནི་སི་ཀིམ་གྱི་གཞུང་དང་དེ་ཚོ་ལ་འབྲེལ་བ་བྱེད་མཁན་ད་སྒྲིག་འཛུགས་ལས་ཁུངས་གཅིག་མེད་པས་སོང་ཙང་ཨ་ནི་ང་ཚོ་ད་ལྟ་རིང་ག་ལ་ད་གཞན་པ་ས་ཆ་སའི་ལམ་སང་རྙེད་ཀྱི་མི་འདུག་ཨ་ནི་ད་ཇི་ནེང་གི་དེ་ལས་ཁུངས་དེ་ད་བྱང་ཤར་གྱི་སྤྱི་ཁྱབ་བྱས་རྗེས་ཨ་ནི་ལུགས་བསམ་གྱི་ས་གནས་འགོ་འཛིན་ད་ལྟ་ཡ། བཏང་བྱས་ད་ཡ་ད་ཅི་ནས་སླད་དེ་ཡོད་རེད་ལུགས་བསམ་ས་ནས་འགོ་འཛིན་ཅིག་མ་ས་བ་ད་འདའ་མ་སླེབས་འགྲོ་གུར་བ་འོ་འདུག་བྱས་བྱས་ད་ང་ཚོའི་གི་ལས་ཀ་བྱེད་སྟངས་ཁྱེད་རང་ཚོ་དངོས་ནས་ད་འདོད་ཁྱེད་རང་ཚོ་དངོས་སུ་ཕྱག་ལས་གནང་གི་ཡོད་དུས་ཁྱེད་རང་ཚོ་དངོས་ནས་ད་རིང་ཚོགས་འདུ་འདིའི་ནང་ལོགས་ལ་ང་ཚོ་ལས་ཀ་བྱེད་སྟངས་དེ་མྱུར་རུ་བཏང་ཡས་དང་ཅིག་ཚགས་ཚུད་པོ་ཡོང་ཡས་གི་ཆེད་དུ་དགོངས་ཚུལ་ག་རེ་སྤུངས་ཡས་ཡོད་ནས་སྤུངས་གནང་བ་ཡིན་ན་ཨ་ནང་སྲིད་ལས་ཁུངས་ཀས་དགོངས་པ་བཞེས་ཡས་ལས་ཡ་མཁས་པ་བྱོན་གུར་རེ་བྱས་ནས་དེ་ཅིག་ད་རིང་ཚོགས་འདུ་འདི་ནང་ལོར་ཁྱོད་ཚོ་སྤུངས་ཐུབ་པ་ཡིན་ན་ཕན་ཐོགས་ཆེ་ཡོང་གི་རེད། ཨ་འདིའི་གི་སྒྲོམ་གཞི་འདི་ནང་ལོར་ད་ང་ཚོ་ལས་ཀང་གཞན་པ་ཚོ་ནང་ལོར་ལས་གཏོགས་ཚོ་བྱེད་བསྡད་གི་ཡོད་ཡིན་ནས་ཚང་མ་ལོར་ལས་ཀང་ཚང་མ་ལོར་གི་ལས་དོན་བྱེད་ཕྱོགས་གཅིག་པ་མིན་པས་སོང་ཙང་ཡང་སྒྲོམ་གཞི་གཅིག་པ་ཡོང་ཐུབ་ཡ་མི་འདུག་ཨ་དེ་ལ་དཔག་པའི་གི་ང་ཚོ་སྒྲོམ་གཞི་འགྱུར་བ་གཏང་དགོས་ཡ་དེ་གི་དེ་གཏང་བསྡད་ཡོད་རེད། ཨ་ནི་འཛིན་སྐྱོང་གི་འགྲོ་སྟངས་དང། ད་ལམ་ལུགས་ཟེར་ཡ་དེ་རེད་གང་ལྟར་ང་ཚོ་ཅིག་ཐག་གཅོད་བྱེད་སྟངས་གི་དབང་རྩའི་རྫུ་སུ་སུ་ཡོད་རེད་འགྲོ་སྟངས་རྫུ་ད་པེ་ན་ལས་ཀ་ཅིག་བྱེད་དགོས་གི་འདི་འགྲོ་སྟངས་ག་འདྲས་ག་འདྲས་འགྲུག་རེད་ཞེས་བྱས་པར་བ་དེ་གས་ཚང་མ་ལོ་གཏན་འབེབས་བྱེད་དགོས་གི་ཡོད་དུས systems དེ་གས་དེ་བྱ་སྟངས་ཅིག་དང་འདི་ཅིག་བྱེད་དགོས་གི་ཡོད་རེད་ཨ་ནི་ལས་རྗེས་ཀྱི་ནུས་པ་གོང་འཕེལ་བཏང་བ་ད་ཁྱེད་རང་ཚོ་པེ་ན་ད་ནང་ང་ཚོ་སང་ཉེན་དྲི་ཡལ་ཚོ་ཀོ་ལ་ཡིན་པ་ཡིན་ན་བསམ་ཚུལ་ཞུ་ཞུ་དུ་སང་ཉེན་ཚོ་མང་ཆེ་སྐྱོན་བཙུགས་ཡ་ཡིན་པའི་སྲོལ་ལ་བྱུང་མ་ཏོ་སང་ཉེན་དྲི་ཡལ་དེ་དངོས་གནས་བྱེད་ན་ལས་རྗེས་ཀྱི་ནུས་པ་ཡག་བཏང་ཡ་ཆེ་དུར་བ་དཔེ་ན་མི་ཅིག་ཨིན་ཇི་ཡག་པོ་ཡོད་བ་ཆེ་བུ་ཡག་པོ་ཞིག་དྲངས་མི་འདུག་ན་ཁྱེད་རང་ཨིན་ཇི་ཡག་པོ་འདུག་བུ་ཡིས། ཡར་རྒྱས་བཏང་དགོས་དགོས་འདུག་ད་ཕྱིན་ནས་ཤ་མོ་ལས་བྱེད་དེ་ལ་སྒང་དེ་ནས་མ་སློབ་གསོ་རྒྱ་བ་ཡིན་ན་ཨ་ནི་ཤ་མོ་ལས་བྱེད་དེ་ཨོ་ད་འདིས་ང་ཡར་རྒྱས་བཏང་དགོས་དགོས་འདུག་ད་བསམ་ནས་ཧ་གོ་ནས་ཡར་རྒྱས་བཏང་གི་ཐ་ན་ང་ཚོ་གསང་བའི་སྙན་ཐོ་འདི་ཚང་མ་ལོ་གསང་བ་རང་བཞག་བྱེད་སུ་བྱེད་ཧ་གོ་མི་འདུག་ཨ་ནི་གཞན་དག་འདྲ་བོ་ག་ཚོད་རེ་གཅིག་བྱུང་ན་ཨ་ནི་དེ་མགོ་ལྷན་ཁང་གི་གཅིག་མ་རྩད་གཅོད་བྱེད་ཡ་འདྲ་བོ་ཞིག་མ་གཏོགས་གཅིག་གིས་ཨ་ནི་གཞན་པ་ལས་བྱེད་ཀྱི་ནུས་པ་ཡར་བཏང་ཡ་ལས་ད་ལྟ་གཅིག་གསང་བའི་སྙན་ཐོ་བྲིས་ཡ་འཛུགས་ཕན་ཐོག་ཡ་འདྲ་བོ་དེ་འདྲ་རེད་མི་འདུག་ད་དེ་ཚོ་སྒང་ལས་ད་ལྟ་ང་ཚོ་བསམ་བློ་བཏང་དགོས་ཀྱི་ཡོད་རེད། འདུག་གཞན་དེ་ནས་ད་ང་ཚོ་ལས་ཀ་གར་བྱས་པ་ཡིན་ནས་ཕུགས་རྒྱང་རིང་པོའི་དམིགས་ཡུལ་གྱིས་སིམ། ཨན་དེ་ནས་ད་བཀའ་ཤག་སོ་སོ་སོ་ཡིན་པ་ཡིན་ན་བཀའ་ཤག་སོ་སོ་སོའི་གི་དུས་ཡུན་ན་ང་ཚོ་བང་ཅིག་བསྒྲིགས་ཡོད་དགོས་རུ་བ། ཡིན་ནས་དེ་ལས་ལྷག་ཞིག་གི་བང་བསྒྲིགས་དགོས་ཡ་དེ་གལ་ཆེན་པོ་རེད་མ་གཏོགས་ང་ང་རང་གི་དུས་ཚོད་དེ་ལ་ཡ་ངས་འདི་བྱེད་གི་ཡིན་འདི་བྱས་ལ་ང་ལ་ཇུས་གཏོགས་མེད་ཟེར་མཁན་དང་ཇུས་གཏོགས་ད་ཡོང་མ་རྟེན་ཡིན་ནས་མ་འོངས་པ་ཕན་ངན་ཚོ་ལ་ཡ་ཕྱག་ལས་གནང་བདེ་པོ་ཅིག་བཟོ་དགོས་གི་ཡོད་རུ་བ། འོན་ཏེ་འདྲ་ཡིན་དུས། ཨ་ནི། ང་སུ་རེད། འཆར་གཞི་བཟོ་སྟངས་མཛོ་གས་ད་ང་ཚོ་ད་ལྟ་ཅིག་འགྲོ་བསྡད་ཀྱི་ཡོད་རེད་སྔོན་རྩིས་བཟོ་སྟངས་འདྲ་བོ་བྱིན་པ་ཡིན་ནའི་ཨེ་ང་ཚོ་འདི་སྒང་ལ་ཡ་ད་དུས་ཚོད་མང་པོ་ཞུ་བཏང་གི་ཡོད་རེད་ད་སར་ད་དཔལ་འབྱོར་ལས་ཁུངས་དང་ང་དཔལ་འབྱོར་བཀའ་བློན་ཡིན་པའི་ཆ་ནས་ང་ཚོ་དུས་ཚོད་མང་པོ་ཞིག་བཏང་བྱས་གང་ལྟར་ལོ་རྗེས་མའི་གི་སྔོན་རྩིས་འདི་ད་ལོ་སྤྱི་ཟླ་བདུན་པ་བརྒྱད་པ་ནས་ང་ཚོ་བཟོ་ཐུ་ཡས་ཀྱི་བསམ་བློ་བཏང་གི་ཡོད་རེད་འདི་བཟོ་དགོས་ཡའི་རྒྱུ་མཚན་ག་རེད་ཟེར་ན་སྤྱི་ཟླ་བཅུ་པའི་ཚེས་གཅིག་ནས་ཕྱི་ནས་ཡང་ཨ་མི་རི་ཀའི་གི་རོགས་ཚོགས་དངུལ་འདི་གས་ཚང་མ་འདི་ནང་ཚུད་དགོས་ཀྱི་ཡོད་རེད། རོ་ལོ་རྗེས་མའི་གི་ཟླ་བ་དྲུག་གི་བྱེད་རོ། ད་ད་ལོ་སྤྱི་ཟླ་བཅུ་པའི་ཚེས་གཅིག་ནས་ཕྱི་ནས་ཕྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་བར་དུ་ཡོད་དེ་གས་དེ་གས་དེ་ཚང་མ་ལོ་ང་ཚོ་ད་ལོ་བར་གས་བཀའ་གྲོས་ཞུས་ནས་འགྲོ་དགོས་གི་རེད་ཡིན་ནས next ཟླ་བ་དྲུག་ག་གཅིག་སྔོན་རྩིས་དེ་གས་ཚང་མ་ཚུགས་དངོས་གནས་བྱས་ན་བྱུང་བ་ཡིན་ན་ལོ་རྗེས་མའི་གི་ལོ་གཅིག་གི་སྔོན་རྩིས་གས་ང་ཚོ་ཚུད་ཐུབ་བ་འགྲོ་བཞིན་བཟོ་དགོས་གི་ཡོད་རེད་དེ་ཡིན་དུས་ད་ལས་གཞི་དེ་གས་དེ་ཡིན་པ་ཡིན་ནས་དུས་ཐུང་དང་དུས་འབྲིང་དང་དུས་རིང་གི་ནི་ལས་གཞི་བཟོ་སྟངས་བཟོས་གས་ད་ད། དབུས་ནས་བྱས་དང་བྱེད་བཞིན་པ་རེད Digitization ལས་ཀ་ཞིབ་ཞིག་འགྲོ་བསྡད་ཡོད་རེད་ད། སྔས་མ་ནས་བྱས་མི་འདུག་སེ་ད་ང་ཚོའི་མ་བྱས་ནས་བསྡད་པ་འདྲ་བོ་བྱིན་པ་ཡིན་ན་རྙོག་ར་ཚ་བོ་རེད་བ་དེ་ཡིན་དུས་ད Digitization ནང་ལོག་ལ་ལྷན་ཁང་སོ་སོ་སོའི་གི་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བྱིན་ད་ད་བར་དུ་ཡིག་ཆ་ཚང་མ་ལོག་བཤེར་འབེབས་བྱེད་གི་ཡོད་རེད་གཞུང་མང་ཁྱང་ཚོ་ཡིག་ཆ་རྩད་གཅོད་བྱས་དགོས་དགོས་ཡིན་ན་རྩད་གཅོད་བྱས་བདེ་བོ་བྱས་རྗེས File དེ་ཚོ་བཙལ་དགོས་ན་བཅས་བདེ་བོ་བྱས་བྱས་འདིའི་ལས་གཞི་འདི་ད་ལྟ་འགྲོ་དང་འགྲོ་བཞིན་པ་རེད་ད་ཡིག་ཆ་མང་པོ་ཞུ་བཞིན་འདུག་བ་འདི་སྔ་ལ་དྲུག་ཅུ་བདུན་ཅུ་འདི་བ་ལ་ཤུ་གུ་དེ་ག་དེ་ད་མང་པོ་ཅིག་འཕྲོ་བརླག་འགྲོ་ཡ་ཡོད་ཉེན་ཁ་ཡོད་བ་དང་དེ་འདྲས་ཡོད་དུས་ཤུ་གུ་གཅིག་བརླག་པ་ཡིན་ནས་ང་ཚོ་ལོ་རྒྱུས་བརླག་འགྲོ་གི་ཡོད་རེད་ད་དེང་སང་ཞིབ་འཇུག་བྱེད་དགོས་ཡོད་ཡིག་ཆ་ཅིག་བལྟ་དགོས་ཡོད་ཟེར་ན་ང་ཚོ Scan བྱེད་ས་ན་མ་གཏོགས་མ་སྤྲད་སྲིད་ལབ་གི་ཡོད་ཁ་སང་ཁོ Original དེ་སྤྲད་ཚར་ན Original དེ་བརླགས་སོ་ལབ་ནས་ཚར་བ་རེད་བ་ད། རྐུ་མ་བརྒྱབ་ན་ད་དེ་བས་ཀྱང་ང་ཚོ་ལོ་རྒྱུས་ཀྱི་ཆ་ཤས་ཅིག་བརླག་འགྲོ་གི་ཡོད་རེད་བ། དེ་ཡིན་དུས་བསམ་པ Digitization འདིས་འགྲོ་བསྡད་ཀྱི་ཡོད་རེད། ཨན་དེའི་སྒང་ལ་ད་ང་ཚོ་ད་ལྟ་དགེ་བཤེས་སྨོན་ལམ་གྱི་ལས་གཞི་འཛུགས་གང་ལེགས་ང་ཚོ་རྒྱབ་སྐྱོར་བྱས་བསྡད་ཀྱི་ཡོད་རེད། ག་ལྟར་མི་བཞིན་གྱི་བོད་སྐད་རྒྱབ་ཐུབ་ཡ་བསྒྱུར་ཐུབ་ཡ་ཚང་མ་བྱས་ནས་ད OCR ཀྱི་ཡིག་གཟུགས་བརྒྱ་དང་དྲུག་ཅུ་ཐམ་པའི་ཀྱི OCR ཅིག་བཟོ་གི་ཡོད་རེད་ལག་པས་ཡིག་གཟུགས་བྲིས་བྱས་བ་དེ་མི་བཞིན་གྱི་ཀློག་ཐུབ་ཡ་དང Digitize བྱེད་ཐུབ་ཡ་ཀྱི་དེ་འདྲའི་ཅིག་བཟོ་གི་ཡོད་རེད་ད་དེ་ཚོ་དེ་ཚོ་དྲན་ག་དེ་ད་ང་ཚོ་བོད་པའི་སྐད་ཡིག་འདི་ད་རྒྱ་ནག་གི་ཞོ་གཅིག་རྩ་མེད་བཏང་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་དེ་ཡིན་ནའི་ང་ཚོ Digitize བྱས་པ་ཡིན་ན་ད་བེད་སྤྱོད་བཏང་མཁན་མང་ཉུང་གི་ཁྱད་པར་རེད་མ་གཏོགས་བྱེད་ཀྱི་འཇིག་རྟེན་འདི་མ་སྟོང་བར་དུ་བྱེད་ཀྱི་ང་ཚོ་ཡིག་ཆ་འདི་ག་དེ་ཉག་ཐུག་རེད་ད་བསྟན་པ་བཅོམ་ལྡན་བཅོམ་ལྡན་འདས་ཀྱི་གསུངས་བཞག་པའི་བཀའ་དང་མཁས་པ་ཚོ་གི་བརྩམས་བཞག་པའི་གི་བསྟན་བཅོས་ཡོངས་རྫོགས་ང་ཚོ་འཇིག་རྟེན་འདི་མ་སྟོང་བར་དུ་བྱེད་ཀྱི་ཉག་ཐུག་ཡ་དང་བོད་བརྒྱུད་ནང་བསྟན་ནང་ལ་ཡོད་བསྡད་པའི་གི་རིག་པ་དང་ཤེས་རབ་འདི་ག་དེ་ཚང་མ་ལོ་སྐད་ཡིག་གཞན་པ་ནང་ལ་བསྒྱུར་ནས་ལྟ་ཆོག་ཆོག་ཡོད་པ་ཅིག་བཟོ་ཐུ་ཡས་ཀྱི་གནས་སྟངས་ཤིག་འདི་འདྲའི་ཞིག་གང་ལ་འགྲོ་བསྡད་ཀྱི་ཡོད་རེད་ད་དེ་ཚོ་ང་ཚོ་དཔེ་ག་ཚོད་འཛམ་བུ་གླིང་གི་རྗེས་ལུས་མ་ཐེ་བའི་ཡག་གི་ཆེད་དུ་འཛམ་བུ་གླིང་གཞན་དང་བསྡུར་བ་ཡིན་ན་རྗེས་ལུས་མ་ཐེ་བའི་ཡག་གི Digitization ད E Governance ནས་ད་ག་ཚང་ང་ཚོ TCRC གི་ལས་བྱེད་འགན་འཛིན་གཉིས་ཀྱི་ལས་བྱེད་ཡག་ཐག་ཆོད་ཡོད་གོང་ལ་ཆུང་ཆུང་རེ་བསྡད་ད་དུ་ཞིང་གྲོངས་པ་རེད། དེའི་རྐྱེན་བྱས་ནས་དེ་ལས་དོ་བོར་ཕྱིན་ཡོད་ན་མ་གཏོགས་བྱེད་ཀྱི་ཞེན་པ། ད་རྡ་རམ་ས་ལ་ཁུལ་ལ་ང་ཚོ E Governance དེ་འགོ་བཙུགས་ཆེད Filing བྱེད་ཡ་ཚང་མ E Filing གི་ཐོག་ནས་འགྲོ་བསྡད་ཀྱི་ཡོད་རེད་བ། ད་གཞིས་ཆགས་ཁག་སོ་སོ་སོ་ལ་དབུས་ལྷན་ཁང་ཁག་གི་འབྲེལ་བ་བྱེད་ཡ་དང་ཕྱི་རྒྱལ་དོན་གཅོད་ཁག་ལ་ཡ་དབུས་ལྷན་ཁང་ཁག་གི་འབྲེལ་བ་བྱེད་ཡ་དེ་གས་དེ་ད་ལྟ TCRC གི་ད་ཕ་ཆེ་བཟོ་ཚར་འགྲོ་ཡོད་ཟེར་གྱི་འདུག་དེ་བཟོས་པ་ཡིན་ན་ཨ་ནི་མ་འོངས་པ་ང་ཚོ་ཡིག་འབྲེལ་བྱེད་ཡ་དང་དེ་ཚོ་ཚང་མ་ལོ་མྱུར་པོ་དང། ང་ཚོའི་སྤྱི་ཚོགས་འདི་ད་ཞི་བོ་ཅིག་འཐོར་བསྡད་ཡོད་དུས་བསམ་པ་འདི་འཐོར་བསྡད་པའི་གནས་སྟངས་ལ་དཔའ་བས་ཀྱི E Governance ནི་ང་ཚོ་ལ་འཚམ་པོ་ཞུ་ཅིག་འདུག་ཞེས་ནི་བཤད་བསྡད་ཀྱི་ཡོད་རེད་ད་ཡིན་ནའི་རང་བཙན་ཡོད་མཁན་གྱི་རྒྱལ་ཁབ་ནང་བཞིན་གྱི E Governance ང་ཚོ་ཆ་ཚང་བྱེད་དགོས་ན་འགྲོ་སོང་དཔེ་ཆེན་པོ་རེ་བཞག E Signature དང E Letterhead དང E ID དང་མང་པོ་ཞུ་རྒྱུ་བཟོ་དགོས་འདུག་ད་ཚང་མ་ལ་དཔེ་ཆ་སྤྲད་བསྡད་དགོས་འདུག་དེ་ཡིན་དུས་བསམ་པ་ད་ང་ཚོའི་སྤྱི་ཚོགས་དང་རན་པ་ཅིག་ནི་འགྲོ་ཡས་དེ། འདུ་བྱེད་འགྲོ་འདི་གའི་བར་ད་ང་ད་ད། ཁྱོན་ཡོངས་ནས་ད་འདི་ར་བི་རུ་བི་ཞི་བོ་བྱི་རུ་བ་ད་འདི་ཚོ་མང་ཚོགས་ལ་མ་ཤེས་ནས་རེད་ཁྱེད་རང་ཚོ་ནང་ལུས་ལ་ཚོགས་བསྡད་པའི་སྐབས་ལ་ཡིན་ནས་རེད་ད་འདིའི་ནང་ལོགས་ལ་ཡར་རྒྱས་གཏང་དགོས་ཡ་འགྲོ་བ་ག་རེ་འདུག་ད་ད་ང་ཚོ་འདི་ལ་འགྱུར་བ་གཏང་དགོས་ཡ་དེ་ག་གཏང་རྒྱུ་རེད་ག་ཟེར་ན། Document འདི Living Document རེད་མ་གཏོགས་ཅིག་གིས་ཁོ། ཐེངས་གཅིག་བཟོས་ཚར་ན་ད་ག་རང་གནས་བསྡད་ཡ་ཞིག་མ་རེད་ཁོ་ལོ་ལོ་ནས་འགྱུར་བ་འགྲོ་བསྡད་ཡ་བྱེད་འདུག་བསམ་པ། ཁོ་ལ་ཡ་བསྐྱར་བཅོས་བྱེད་གི་བྱེད་གི་བྱེད་གི་བྱེད་ནས་འགྲོ་བསྡད་དགོས་ཀྱི་ཡོད་རེད། ཨ་ནི་དེ་དང་མཉམ་དུ་ད་ས་ཆ་དཀའ་ངལ། ང་ཚོ་མང་པོ་ཞུ་ཅིག་ག་ཚོད་ས་ཆ་ད་ཡོད་བསྡད་པ་དེ་ག་དེ་སྦོག་མ་སྦོག་མ་ནང་ལ་གཞིས་ཆགས་ལ་སྦོག་མ་ཡོད་བསྡད་པ་དེ་ག་དེ་ང་ཚོ་དཀའ་ངལ་ཆེན་པོ་ཞིག་གྲགས་མ་རེད་ད་ས་ཆ་ག་ཤེད་ག་ཤེད་ལ་མིའི་ཧམ་ཟོས་བྱས་ཡ་དང་དེ་འདྲས་ཀྱི་གནས་ཚུལ་དེ་འདྲས་ཏོག་ཞུ་ཡོང་གི་ཡོད་རེད་ད་དེ་མ་ཡིན་པའི་གི་བོད་མིའི་སྒྲིག་འཛུགས་ཀྱི་ས་ཆ་རེད་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་ལས་ཡོད་ཞིག་ཡོད་དེ་ག་ཚང་མ་ལ་འོ་མིང་བསྒྱུར་བྱས་དགོས་ཡ་དང་ཨ་ནི་ང་དེ་སུ་སུ་སུ་ས་གནས་འགོ་འཛིན་ཁྱབ་ཁོངས་སོ་སུ་སུ་ལ་ཡང་ས་གནས་ས་ཆ་དཀའ་ངལ་ཡོད་བསྡད་པ་དེ་ག་ཚང་མ་ལོ་ད་ད་ནང་སྲིད་ལས་ཁུངས་ཀྱི་བསྔོགས་བྱས་ད་ཆ་ཐང་ཅིག་གཟིགས་ཞུ་ཡོད་རེད་ཨ་ནི་དེ་ཚོ་ད་གར་སོང་རེད་ང་ཚོ་ད་ལྟ་སྐུ་མདུན་སྐུ་འཚོ་བཞུགས་ཡིན་པའི་སྐབས་ལ་ཡང་དེ་ཚོ་ག་ཚོད་ཞིག་མང་ང་སེལ་ཐུབ་པ་ཡིན་ནས་མ་འོངས་པ་ང་རང་ཚོ་སྒྲིག་འཛུགས་འདི་གནས་དགོས་ཀྱི་ཡོད་ན་ཨ་ནི་ང་ཚོ་ས་ཆ་ཡག་པོ་བདག་པོ་རྒྱབ་ཐུབ་དགོས་ཀྱི་འདུག་ཁྲིམས་དང་མཐུན་པའི་བདག་པོ་རྒྱབ་ཐུབ་དགོས་ཀྱི་འདུག་དེ་ག་ནང་བཞིན་བྱས་ནི་བལ་ཡུལ་ཡིན་ན་བལ་ཡུལ་རྒྱ་གར་ནང་ལ་ཡིན་ན་རྒྱ་གར་ནང་ལ་དེབ་སྐྱེལ་བྱས་བྱས་པའི་སྒྲིག་འཛུགས་དེ་གའི་དེ་ང་ཚོ་ཏག་ཏག་རྒྱ་གར་གཞུང་གི་ཁྲིམས་དང་མཐུན་པ་བྱས་ནས་ང་ཚོ་འགྲོ་ཐུབ་དགོས་ཀྱི་འདུག་དེ་གཉིས་གཉིས་དེ་གལ་ཆེན་པོ་ཞུ་ཆགས་དེ་གི་འདུག་ཨ་ངས་དེ་འདྲ་ཞིག་བརྩམས་བཞག་གི་ཡིན་ད་ང་ཚོ་ཆུ་ཚོད་དུས་ཚོད་ཀྱི་ཆ་ནས་དུས་བས། ཆུ་ཚོད་ཕྱེད་ཀ་འདུག། ཆུ་ཚོད་ཕྱེད་ཀ་ཡོད་ན་ཨ་ཡང་དེ་དགོངས་ཚུལ་གསུང་དགོས་ངེས་དང་ཡང་གསལ་པོ་མ་ཆགས་པ་དེ་འདྲ་ཡོད་པ་ཡིན་ན་ཨ་དེ་ནང་ནས་གསུང་ཡང་གསུང་ཡང་དེ་འདྲ་ཡོད་པ་ཡིན་ན་ང་ཚོ་དེ་གོ་བ་ཕུད་བྱས་ན་ཆུ་ཚོད་ཕྱེད་ཀ་རིང་ག་ཐུག་ཤེས།